ད་ད་རེང། དམིགས་བསལ་ཟུར་དུ་ད་འདི་དང་དེ་ཟེར་ནས་རེ་རེ་བཞིན་དུ་ཞུ་མ་གོ་བར། རིན་ཆེན་གཏེར་གྱི་མཛོད་ཆེན་མོའི་དབང་དང་ལུང་དུག་ཟེར་ས་མང་དོན་ཡང་རེད། དེ་ནས་ད། སྤྱི་དང་ལོ་རྒྱུས་ཀྱི་ཆ་ནས་ད་དམིགས་བསལ་ད་ལྟ་ཞུ་མ་གོ་བར་བྱེད་པོས་ཁ་བའི་ནང་ལོགས་ལ་ཡ། དེ་ནས་སྤྱི་དང་ལོ་རྒྱུས་ཕྱོགས་བསྡོམས་ཅིག་ཡོང་བསྡད་ཀྱི་ཡོད་རེད་དེ་དང་སྦྲགས་ནས། ཅིག་གང་ཤེས་ཅི་ཤེས་ཅིག་མ་ད་འདྲེ་ཤེས་ཟེར་ན་མི་འདུག་ངོ་སྤྲོད་ཟེར་ན་མི་འདུག་གོ་ཚིག་དང་སྒྲག་བྱས་ནས་མ་ཞུ་བྱ་ན། སོ་སོའི་རང་སྟོབས་ཀྱིས་ཤེས་བསྡད་པའི་ཚོ་ར་ཅིག་གཅིག་རེ་གཉིས་རེ་གསུམ་རེ་ཟེར་ན་མང་པོ་ཞུས་བསྡད་པས་དུ་ཚོད་དུ་ཚོད་འཕྲོ་བར་འགྲོ་ཡ་ཅིག་དང་མང་པོ་ཅིག་གིས་ནས་མཆན་བཞིན་པ་རེད་མཆན་གྱི་ཡོད་རེད་དེ་དེ་ལ་ཡང་དམིགས་བསལ་གྱིས་ཟུར་དུ་ཞུ་མ་གོ་བ་བྱེད། གཞུང་ཁོ་རང་དང་སྦྲགས་བྱས་ནས་སྤོས་ཁ་བའི་ནང་ལོང་ལ་ཡར། དེ་ནས་བརྗོད་བྱ་དངོས་ཀྱི་རྣམ་གཞག་བཤད་པའི་སྐབས་སུ། དེ་ནས། དེའི་རིམ་པ་དེ་ཚོ་ག་འདྲ་ཡོང་གི་ཡོད་མེད་དེ་ཡོང་བསྡད་ཀྱི་ཡོད་རེད་ད། དེའི་སྐབས་དེ་ལ་ཡང་ཡང་གཅིག་བློ་གྲོས་གསར་བུ་བ་གཅིག་གིས་དེ་སྔོན་དེ་ཙམ་ཞིག་གི་ལྟ་ཆ་མཐོང་རྒྱ་ཐོས་རྒྱ་མེད་བསྡད་མཁན་ཚོ་ལ་ཡང་གཅིག་ངོ་སྤྲོད་རགས་ཙམ་ཞིག་མ་བཤད་བཞག་ན་འགས་ལས་སྐྱོན་དུ་འགྲོ་གི་མ་རེད་བསམ་བྱས་ནས་ཐུགས་གཟིགས་བྱས་ནས་འགྲོ་ཡག་ཡིན་ད། གལ་ཆེ་ཤོས་དེ་ཀུན་སློང་རེད་ད་དང་པོ་ཀུན་སློང་རེད། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ་ཡིན་མཆོག་ཡིན་ནི་གཙོ་བོ་ཡིན། ཆོས་རྣམས་ཐམས་ཅད་རྐྱེན་བཞིན་དུ་འདུན་པའི་རྩལ་ལ་རབ་ཏུ་བརྟེན་སོང་བ་ན་ཞིང་ང་ཚོ་ཐེག་པ་ཆུང་ངུའི་སྐབས་ནས་ཡིན་ན་རེད་ཐེག་པ་ཆེན་པོ་མཚན་ཉིད་ཐེག་པའི་སྐབས་ནས་ཡིན་ན་རེད་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་ཡིན་ན་རེད་ད་ཐེག་པ་ཆེ་ཆུང་ག་རེའི་སྐབས་ཡིན་ན་ཡང་ལྟ་སྒོམ་སྤྱོད་པ་སེང་གེ་འདི་སོ་སོ་རེད། རྣམ་གཞག་དེ་གང་ཟག་དེ་དང་དེའི་གདུལ་བྱ་དེ་དང་དེ་ཡི་ཁམས་དང་དབང་པོ་མོས་པ་དེ་བསམ་པའི་ཐོག་ནས་ཤེས་ཀྱི་ཡོད་རེད་ལ་གསུང་གི་ཡོད་རེད་སྐྲག་གི་ཡོད་རེད་དེ་གོ་ཡ་གོ་གི་ཡོད་རེད། ཐུན་མོང་དུ་སྤྱི་ཙམ་དུ་གལ་ཆེ་ཤོས་དེ་ད་ང་ཚོ་ཀུན་སློང་རེད། ཀུན་སློང་བཟང་པོ་ཞིག་གོ་གི་ཡོད་རེད་ཀུན་སློང་དེ་དེ་ནི་བྱ་སོགས་ཉོན་མོངས་པའི་གེགས་རྟོགས་པ་དང་འབྲེལ། གཅིག་གི་ཀུན་སློང་ཕྱིན་ཅི་ལོག་པ། འདུ་ཤེས་ཕྱིན་ཅི་ལོག་པ། རྟོག་པ་ཕྱིན་ཅི་ལོག་པ། དེ་འདྲའི་གཅིག་གི་ཐོག་ནས་རྣམ་གཡེང་དང་ཕྱིན་ཅི་ལོག་པའི་གེགས་དེ་ནི་གཅིག་རྣམ་གཡེང་གི་དབང་དུ་སོང་ནས་དེ་འདྲའི་གཅིག་གི་ཀུན་སློང་གཞི་ལ་བཞག་ནས་ཆོས་ཉན་པ་དང། ཆོས་ལ་ཐོས་པ་བྱས་པ་དང་བསམ་པ་བྱས་པ་སྒོམ་པ་བྱས་པ་དེ་ལོག་པའི་ལམ་ཆགས་ཀྱི་རེད་མ་གཏོགས་བཟང་པོའི་ལམ་ཆགས་ཀྱི་ཡོད་མ་རེད་དེ་ལྟར་ང་ཚོས་མཆན་འགུགས་ཡོད་རེད་དེ་ཤེས་ར་གལ་ཆེན་པོ་རེད། དེ་འདྲ་ཡིན་དུ་ལྟ། རྟོག་པ་དང་འདུ་ཤེས་ཤེས་བྱ་སློབ་པ་དེ་ཚོ་སྤང་བྱས་ནས་རྟོག་པ་བཟང་པོ་དགོས་ཀྱི་ཡོད་རེད་རྒྱུད་ཀྱི་ནང་ལ་ཡང་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་ལྡན་པའི་ཉོན། བརྗེད་ངའི་བློ་ལ་འོད་དཔག་མེད་ལ་སོགས་བདེ་བར་གཤེགས་པ་རྣམས་ཀྱིས་བྱིན་མི་ལོ་ཟེར། ངོ། རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ཟེར་དུས་རྟོག་པ་ཕྱིན་ཅི་ལོག་པ་ནི་ཚུལ་རྣམ་མིན་གྱི་རྟོག་པ་ཕྱིན་ཅི་ལོག་པ་ནི་ཚུལ་བསྡུ་དགོས་ཀྱི་ཡོད་རེད། སུ་མཛད་པ་ལ་སེམས་འཆའ་བ་དང་མ་མཛད་པ་ལ་སྡང་བ་ད་ཐུན་མོང་སྐད་ཆ་རེད་དེ་ཚོ་བྲིས་ཏེ་དེ་ཙམ་གྱིས་རླབས་ཆེ་བའི་སྐད་ཆ་གང་ཡང་མ་རེད་ད་ཡིན་ན་ཡང་ཐུན་མོང་ང་ཚོ་ཅིག་གིས་ཤེས་མཁན་ཅིག་གིས་མ་གོ་བདེ་པོ་བྱས་ནས་མ་བཤད་དེ་ནས་ཉན་མཁན་ཅིག་གིས་ཡང་བདེ་པོ་བྱས་ནས་ཉན་དེ་ཡིན་དུས་འཇུ་ས་འཐམ་ས་དེ་བདེ་བོ་ཅིག་ཡོད་པ་ཡིན་ན་ཨོ་ད་དེ་དེ་འདྲ་ཞིག་རེད་འདུག་བསམ་པ་འདྲ་བོ་ཅིག་ཀུན་སློང་དེ་འདྲ་ཞིག་དགོས་ཀྱི་ཡོད་ས་རེད་རྟོགས་པ་ཕྱིན་ཅི་ལོག་པ་དེ་འདྲ་ཞིག་སྐྱེས་པ་ཡིན་ན་དེས་ཆོས་ཀྱི་ལམ་ལ་འཇུག་མི་རུང་བ་རེད་ཤག། ཀུན་རྟོག་ཕྱིན་ཅི་ལོག་པ་བཅས་ཉུང་མ་ཡིན་ན་དེ་ལྟར་དེ་ནས་རེ་ནས་ཅིག་གིས་ཐོས་བསམ་སྒོམ་བཟང་བྱས་ན་ཕན་ཐོགས་མེད་པ་དེ་འདྲ་རེད་ཤག། དེ་འདྲ་དེ་ཡང་རེ་ག་ས་བློ་གྲོས་ཅིག་གིས་བསམ་བློ་བཏང་ནས་བརྟག་དཔྱད་བཏང་བྱས་ནས་ཅིག་གིས་རེད་དམ་མ་རེད་ཟེར་ནས་ཞིབ་འཇུག་གི་ཐོག་ནས་ཐག་བཅད་བྱས་པ་གཅིག་པུ་མ་ཡིན་པ། དེ་གཅིག་པུ་མ་རེད་རྒྱ་བོད་བཀའ་དང་ཡང་ན་ཅིག་གིས་བཀའ་དགོངས་འགྲེལ་དང་བཅས་པ་ཐམས་ཅད་ནང་ངོ་ལ་ཡ་ལན་གཅིག་ཙམ་མ་ཡིན་པ་ཡང་ན་ཡང་དུ་གསུངས་རང་རང་སོ་སོ་གི་ཡིན་ན་ཡང་དེ་ལ་ཡ་དེ་ནས་ཅིག་གིས་དཔྱད་པ་རགས་པ་ཙམ་མ་ཡིན་པ་དཔྱད་པ་ཕྲ་མོ་ནས་བྱས་ཡོང་དུས། བློ་ཕྱིན་ཅི་མ་ལོག་པ། དོན་གཉེར་གཅིག་གི་འདུ་ཤེས་ཕྱིན་ཅི་མ་ལོག་པ་བཅས་ཀྱི་ཐོག་ནས་ལམ་ཡང་དག་ལ་འཇུག་ཡོང་དུས་དེ་འདྲ་ཅིག་རེད་འདུག་བསམ་པ་དེ་འདྲ་ཅིག་བྱས་པ་ཡིན་ན་རྒྱལ་བ་དགྱེས་པའི་ལམ་རེད་ཤག་དེ་འདྲ་ཅིག་བྱས་པ་ཡིན་ན། དོན་གཉེར་གཅིག་ཐམས་ཅད་མཁྱེན་པའི་དངོས་དང་བརྒྱུད་ནས་འགྲོ་ཡག་གི་རྒྱུ་རེད་ཤག་བསམ་པའི་ཅིག་བསམ་བློ་ཅིག་ཁོ་ནས་དེ་འདྲ་ཆོས་ཀྱི་ལམ་ལ་འཇུག་གི་ཡིན་ན་གནས་སྐབས་དགེ་བ་མཐར་དགེ་བ་ཀུན་ཏུ་དགེ་བ་ཟེར་མཁན་དེ་ཡོང་དེ་གི་ཡོག་རེད་གནས་སྐབས་དང་མཐར་ཀུན་ཏུ་དགེ་བ་ཡོང་ཡག་ལ་དེ་ནི་གཅིག་གི་རྟོགས་པ་བཟང་པོ་ཀུན་སློང་བཟང་པོ་ཅིག་དགོས་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ཟེར་བསྡུས་ཡོད་ཟེར་ཡ་དེ་ད་ལྟ་ང་ཚོ་སེམས་རྣམ་སྨིན་གྱི་དབང་དུ་འགྲོ་བསྡད་ཀྱི་ཡོད་རེད་ཆགས་སོགས་ཉོན་མོངས་པའི་གི་བློ། ཕྱིན་ཅི་ལོག་པའི་གི་བློ། བདག་ཏུ་འཛིན་པའི་གི་བློ་རྟོགས་པ་ཕྱིན་ཅི་ལོག་པ་འདི་འདྲ་གཅིག་གི་ཐོག་ནས་དེ་ནི་གཅིག་གི། ཕྱིན་ཅི་ལོག་པ་ལ་ལོངས་སུ་སྤྱོད་ནས་འགྲོ་བསྡད་པ་ཡོད་པ་ཡིན་དུས་དང་པོ་ཆོས་འཇུག་པ་ཆོས་ལ་འཇུག་པ་ལ་ཡང་གེགས་བྱེད། ཆོས་དངོས་གཞི་ཉམས་ལེན་བྱས་ནས་བླ་མ་དགེ་བའི་བཤེས་གཉེན་གྱི་མདུན་ནས་ཡང་ཆོས་ཞུ། ཞུ་བའི་སྐབས་སུ་ལ་ཡང་རྣམ་སྨིན་གྱི་རྟོག་པའི་གི་ཕྱིན་ཅི་ལོག་པའི་རྟོག་པ་དེ་གི་གེགས་བྱེད་ཀྱི་ཡོད་རེད། དངོས་གཞི་ཉམས་ལེན་གྱི་སྐབས་སུ་ཡིན་ན་ཡང་དཔེར་ན་མཚམས་ཞུགས་པ་ཡིན་ན་རེད་རི་ཁྲོད་འགྲིམས་པ་ཡིན་ན་རེད་ཅིག་གི་མཚམས་རི་ཁྲོད་འགྲིམས་ཀྱི་ཡོད་ཟེར་གྱི་ཡོད་རེད་དེ་ཡིན་ན་ཡང་རྟོག་པ་ཕྱིན་ཅི་ལོག་པར་འགྲོ་ཚར་བའི་ཞུ་བ་དེ་ལུས་རི་ཁྲོད་ལ་བསྡད་ལུས་དབེན་པ་ལ་གནས་པ་ཡིན་ན་ཡང་སེམས་དབེན་པ་ལ་གནས་ཡོད་མ་རེད་དེ་ཡིན་དུ་འདུ་ཤེས་ཟེར་ཡག་དེ་ལུས། ངག། ཡིད་གསུམ་གྱི་ནང་ནས་གཙོ་བོ་དེ་ཡིད་ཆགས་བསྡད་ཀྱི་ཡོད་རེད། ཡིད་དབེན་པ་དེ་སྒུག་ཡོད་རེད་མ་གཏོགས་ངག་དབེན་པ་དང་ལུས་དབེན་པ་གིས་ཕན་གི་ཡོད་མ་རེད། སེམས་དབེན་པ་དང་འདུ་ཤེས་དབེན་པ་དང་རྟོག་པ་ཕྱིན་ཅི་ལོག་པའི་གི་དབེན་ཡོད་དུས་དེ་འདྲའི་གི་དབེན་པའི་སྟོབས་ཀྱིས་འདུ་ཤེས་དབེན་པའི་སྟོབས་ཀྱིས་དེའི་དབང་བསྒྱུར་གྱིས་ལུས་དང་ངག་ཡང་དེ་ནས་དབེན་པ་ཆགས་ཡོང་དུས་ལུས་ངག་ཡིད་གསུམ་གཅིག་ཏུ་བསྡུས་ནས་དམ་པའི་ཆོས་ལ་འཇུག་པ་ཟེར་མཁན་དེ་ཡོང་དེ་གི་ཡོད་རེད་དེ་ཆོས་བྱེད་པ་ཐམས་ཅད་ཀྱི་མཚམས་རེ་རེ་དེ་ངས་ཡིན་ན་འདྲ་འདུག། དཔེ་ཆ་བཏང་མཁན་ཡིན་ན་ཡང་འདྲ་འདུག་ཉམས་ལེན་པ་ཡིན་ན་ཡང་འདྲ་འདུག་ཆུང་ས་ཅིག་ནས་བསམ་བློ་བཏང་ན་ཁ་ཏོན་དགེ་སྦྱོར་ཅིག་བྱས་པ་ཡིན་ན་ཡང་ཁ་ཏོན་དགེ་སྦྱོར་དེ་ཅིག་གི་ཡང་དག་ལམ་ལ་འགྲོ་མ་ཐུབ་ཡག་དེ་རྣམ་གཡེང་གིས་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་རྟོག་པ་ཐམས་ཅད་སེལ་བའི་སྐབས་སུ་ཐམས་ཅད་སེལ་ཡག་དེ་རྟོག་པ་ཕྲ་རགས་ཕྱིན་ཅི་ལོག་པའི་གི་རྟོག་པ་ཕྲ་རགས་མང་པོ་ཅིག་ཡོད་རེད་དེ་འདྲ་གི་རྟོག་པ་ཕྲ་རགས་ཐམས་ཅད་དེ་ཚོས་བསྡུས་ནས་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་སེལ་ཡོང་དུས་ཚིག་དེ་གི་རྣམ་གཡེང་དེ་གཞན་དབང་དུ་འགྲོ་ཕྱི་རོལ་གྱི་རྣམ་གཡེང་ཁོ་ན་ལ་འགྲོ་ཡོང་དུས་དེའི་རྟོག་པ་དེ་ཚོས་བསྡུས་བྱས་ནས། ནང་དུ་ཡང་དག་འཇོག་དགོས་ཀྱི་ཡོད་ལ། བསྡུས་ནས་ཟེར། རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཟེར། བསྡུས་ནས་ག་བ་བཞག་དགོས་ཟེར་ན། ནང་དུ་ཨེ་ཅིག་ཏིང་ངེ་འཛིན་ལ་མཉམ་པར་བཞག་དགོས་ཀྱི་ཡོད་རེད། ཡིད་མཉམ་པར་བཞག་དགོས་ཀྱི་ཡོད་རེད། ཡིད་ཉེ་བར་འཇོག་དགོས་ཀྱི་ཡོད་རེད། ཡིད་དེ་བག་ཡོད་པ་དང་དྲན་པ་དང་ཤེས་བཞིན་གྱི་ངང་དུ་འཇོག་དགོས་ཀྱི་ཡོད་རེད། ཡིད་དྲན་པ་དང་ཤེས་བཞིན་བག་ཡོད་པའི་ངང་དུ་འཇོག་ཡོང་ན། ཕྱིན་ཅི་ལོག་པའི་རྣམ་སྨིན་གྱི་སྟོབས་ཀྱིས་ནུས་པ་དེ་མ་འཁྲིལ་རུ་འགྲོ་བ་ནུས་པ་དེ་མ་ཉམས་དུ་འགྲོ་བ། ནུས་པ་དེ་མ་ཟད་དུ་འགྲོ་བ། ནུས་པ་དེ་ཉམས་དམའ་བ། ནུས་པ་དེ་སྟོབས་མེད་པ། ནུས་པ་མེད་པ་ཞིག་བཟོ་ཐུབ་ཀྱི་ཡོད་རེད། ད། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་རྟོག་པ་རྩད་ནས་གཅོད་ནས་རྟོག་པ་རང་བཞིན་མེད་པ་རྟོགས་ཐུབ་ཟེར་ཡ་དེ་ཚོ་ནི་ཚུར་ལོག་རེད་དེ་ད་ལྟའི་གི་ཚིག་བཞི་ཐོག་ལ་གླས་ཡོད་མ་རེད་བ་དེ་གོ་ཡ་ཡོད་མ་རེད་ད་དང་པོ་ང་ཚོ་སྤྱི་བཏང་བཅོམ་ལྡན་འདས་ཀྱི་ལམ་གྱི་རིམ་པ་མ་བསྟན་ཡོད་འདོད་ཙམ་པ་ལ་ཡང་དེ་རང་རེད་བ།

ཆོས་འདུལ་བའི་ནང་ལ་ཡང་གཅིག་བྱས་ཆོག་གི་མ་རེད་གཉིས་བྱས་ཆོག་གི་མ་རེད་བསམ་རུང་གི་མ་རེད་བྱས་རུང་གི་མ་རེད་བྱུར་རུང་གི་མ་རེད་ས་མང་པོ་བཤད་བསྡད་ཡ་དེ་ཁྲིམས་བཅས་བསྡད་པ་ལྟ་བུ་མ་ཡིན་པ། རྒྱུ་མཚན་གནས་ལུགས་ཤེས་པའི་ཐོག་ནས་ཨོ་དེ་འདྲ་ཞིག་བྱས་པ་ཡིན་ན་ལུས་ངག་ཡིད་གསུམ་ཁ་ན་མ་ཐོ་བའི་སྐྱོ་པ་ལ་ཞུགས་སོང་ན་དེ་ནས་རྣམ་པར་གཡེང་བ་སླེབས་ཡོང་གི་འདུག་རྣམ་པར་གཡེང་བ་སླེབས་ཡོང་ན་ལམ་གོང་མ་གོང་མ་ལ་འཇུག་ཡ་ལ་གེགས་བྱེད་ཀྱི་འདུག་དེ་ཡིས་བར་ཆད་བྱེད་ཀྱི་འདུག་དེ་འདྲ་ཡིན་དུས་ད་སེམས་རྣམ་གཡེང་ལས་ལྡོག་ཡ་ལ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གཙོ་བོ་གསུང་གི་འདུག་ཞེས་བཤད་ཡོང་དུས། བག་མེད་པའི་རྟོག་པ་ཚུལ་བསྡུ་ཡ་དང། དེའི་སྟོབས་མ་ཉེ་བར་གཞོག་བའི་ཆེད་དུ་དེ་གསུང་གི་ཡོད་དུ་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནས། འོ་དེ་རེད་དོ་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནས་ཟེར་བའི་བཀའ་སོགས་ལ། ཐེག་པའི་དབང་དུ་བྱས་པ་ཡིན་ན་ཐེག་པ་འོ་མས་ཀྱི་ལམ་གྱི་དྲན་པ་ཆ་ཚང་ཤེས་ཀྱི་ཡོད་རེད། འདུག་བ་སྡུག་བསྔལ་ནི་ཤེས་པར་བྱའོ་ཀུན་འབྱུང་ནི་སྤང་བར་བྱའོ། འགོག་པ་ནི་ཐོབ་པར་བྱའོ་ལམ་གྱི་བདེན་པ་བསྟན་པར་བྱའོ་ཟེར་ཡག་གི་གདིང་ཤེས་ཀྱི་འགག་དེ་དེ་རྣམས་ལ་སླེབས་ཐུག་གི་ཡོད་རེད། ག་རེ་ཟེར་ན་རྟོག་པ་ཐམས་ཅད་ལེགས་པར་བསྡུས་མ་ཐུབ་ན། སྡུག་བསྔལ་ཤེས་བྱ་ཡོང་ཐུག་གི་ཡོད་མ་རེད་བཅོམ་ལྡན་འདས་ཀྱིས་བདེ་གཤེགས་བཤད་ཡོད་འདུག་དང་པོ་སྡུག་བསྔལ་ཤེས་པར་བྱའོ་ཟེར་ཡ་དེ་སྡུག་བསྔལ་ཤེས་པར་བྱ་བ་ལ་དང་པོ་བག་མེད་པའི་རྣམ་གཡེང་ནི་ལྡོག་དགོས་ཀྱི་ཡོད་རེད་དོ། བག་མེད་པའི་རྣམ་གཡེང་ནི་རྣམ་གཡེང་རྣམ་པར་གཡེང་བ་ལྡོག་མ་ཐུབ་ན་སྡུག་བསྔལ་ཤེས་པར་བྱ་བའི་ཀྱི་བློ་ཉེ་བར་སྐྱེ་ཐུག་གི་ཡོད་མ་རེད། དེ་འདྲ་ཡིན་དུས་སྡུག་བསྔལ་ཤེས་པར་བྱའོ་ཟེར་ཡ་ཀྱི་མགོ་བཙུགས་ནས། འགོག་པ་ཐོབ་པར་བྱའོ་ཟེར་ཡ་ཀྱི་བར་དུ་ལྟ། བསྟན་བྱ་ལམ་གྱི་རིམ་པ་རྣམ་གཞག་དེ་ཚོ་དེ་ཚང་མ་ཡང་ལམ་གྱི་རིམ་པ་དེ་འདྲ་ཅིག་གི་ཐོག་ནས་བཞག་དགོས་ཀྱི་ཡོད་པ་ཡིན་འདུག་དེའི་རྩ་བ་དེ་ག་བ་ཐུག་དེ་ཡོད་རེད་ཟེར་ཡོང་དུས། དེ་ནི་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཟེར་ཡོང་དུས་ཐེག་པ་འོག་མའི་སྐབས་ཀྱི་རྣམ་གཞག་དེ་བཤད་ཀྱི་འདུག་ག་ཐེག་པ་འོག་མའི་ཐོག་ནས་བསམ་བློ་བཏང་དོན་དེ་བཤད་ཀྱི་འདུག་ག་དེ་གལ་ཆེན་པོ་རེད་འདོད་ཀྱི་ཡོད་རེད་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ནི། ད་ཤིན་ཏུ་བསམ་པ་བཟང་དང་ཟེར་བའི་སྐབས་སོགས་ལ་ཐེག་པ་ཆེན་པོའི་ཆོས་བཤད་ཀྱི་ཡོད་རེད། བསམ་པ་བཟང་པོ་ཟེར་ཡག་དེ་ཅི་ལྟར་ང་ཚོ་སེམས་བཟང་ཟེར་བའི་སྐབས་སོགས་ལ་ཅིག་ཡག་པོ་བྱེད་ཤོག་ཅིག་ཁ་ཕན་ཚིག་ཕན་བྱས་ན་བརྟག་ཤོག་ཟེར་བའི་སྐད་ཆ་མ་རེད། ད་ཤིན་ཏུ་བསམ་པ་བཟང་པོ་ཟེར་ཡག་དེ་རྒྱ་ཆེ་ས་ཅིག་ནས་བཤད་ཡག་ཡོད་རེད་གཏིང་ཟབ་ས་ཅིག་ནས་བཤད་ཡག་ཡོད་རེད་ད་གང་ལྟར་གང་ཡིན་ནམ་ཡང་ཤིན་ཏུ་བསམ་པ་བཟང་དང་ཤིན་ཏུ་ཟེར་ཡག་ཚིག་དེ་གས་སྤྱི་བཏང་ཤིན་ཏུ་བསམ་པ་བཟང་པོ་ཙམ་མ་ཡིན་པ་ཤིན་ཏུ་ཟེར་ཡག་ཅིག་གླེང་གི་ཡོད་པ་ཡིན་འདུག་དེ་འདྲ་དེ་ཐེག་པ་ཆེན་པོ་གའི་ལམ་གྱི་རྣམ་གཞག་དེ་གསུང་གི་ཡོད་རེད་ད་ཐེག་པ་ཆེན་པོ་ཟེར་ཡག་དེ་ལམ་གྱི་རྣམ་གཞག་དེ་ག་བ་ནས་བཤད་ཡོད་ཟེར་ན་བྱང་ཆུབ་སེམས་དཔའ་བསྟན་དུ་གླེང་གི་འདུག་བ་ད་རིམ་པ་དེ་སྤྱི་བཏང་སློབ་དཔོན་སྤྱི་འཇུག་མཁན་པོ་གི་ལུགས་ལས་བྱེད་པ་ཡིན་ན་དེ་ནས་བྱང་ཆུང་འཇུག་པའི་སེམས་དང་སྨོན་པའི་སེམས་ཀྱི་སྐད་ཆ་བཤད་ཀྱི་ཡོད་རེད། ཇོ་བོ་བཀའ་གདམས་པའི་མན་ངག་གི་ལུགས་འཆད་པ་ཡིན་ན་དེ་ནི། དང་པོ་དེ། སེམས་ཅན་ཐམས་ཅད་མར་བཤད་པ། དེའི་རྗེས་སོ་ལ་དྲི་ཡིན་དྲན་པ། དེ་ནི་དྲི་ཡིན་གསོལ་བ། དེའི་གསོལ་བར་བྱེད་པ་ལ། མེད་དུ་མི་རུང་བའི་གི་ཆ་ལ་ལ། དེ་ནི་བྱམས་པ། སྙིང་རྗེ། དེ་འདྲའི་གི་བྱམས་པ་དང་སྙིང་རྗེ་གི་བློ་སྐྱེ་བར་བྱེད་པ་དེ་ཡང། དེ་ནི། ལྷག་པའི་བསམ་པ་བཟང་པོ་ཞིག་དགོས་ཀྱི་ཡོད་པ། ལྷག་པའི་བསམ་པ་ཟེར་ཡ་དེ་ཡང། དེ་ནི། ཕྱི་ཚེ་ཕྱི་མ་རྣམ་སྨིན་ལ་མ་རེ་བ་ཅིག། ཚེ་འདི་ལ་ལན་ལ་མ་རེ་བ་གཅིག་གིས་ལན་དང་རྣམ་སྨིན་ལ་རྣམ་སྨིན་གྱི་རེ་བ་གཉིས་བསྲེས་ན། ལྷག་བསམ་པ་བཟང་པོ་ལེགས་ཀྱི་ཡོད་རེད་ལྷག་བསམ་ལེགས་ཀྱི་ཡོད་རེད། དེ་འདྲ་གི་རེ་བ་གཉིས་བསྡེབས་པ་ཡིན་ན་ལྷག་པའི་བསམ་པ་ཆགས་ཀྱི་ཡོད་མ་རེད་ད་དེ་ཚོ་དེ་འདྲ་འགྲོ་གི་འདུག་བ་ད་དེ་འདྲ་གྱི་རྒྱུ་དྲུག་སྔོན་དུ་སོང་ནས་དེ་ཡི་རྗེས་སུ་ད་བྱང་ཆུབ་ཀྱི་སེམས་དངོས་གཞི་བྱང་ཆུབ་སེམས་སྐྱེ་གི་འདུག་བ་འོ་དེ་འདྲ་ཡིན་དུ་ད། ལུས་ཀྱི་ཆ་ནས་ཡོད་པ་ཡིན་ན་ཡང་ཚིག་གི་བྱ་བ་རླབས་ཆེ་བ། ངག་གི་ཁ་ནས་ཡིན་ན་ཡང་བརྗོད་པ་རླབས་ཆེ་བ། ཡིད་ཀྱི་ཐོག་ནས་ཡིན་ན་ཡང་ཚིག་གི་བསམ་པ་ཀུན་སློང་རྒྱ་ཆེན་པོ་ཅིག་ཡོད་པ་ཡིན་དུ་ཤིན་ཏུ་བཟང་པ་བཟང་དང་ཟེར་ཡ་དེ་ཐེག་པ་ཆེན་པོ་ཀུན་སློང་ཤེས་པ་རེད་རེད་དོ་བ་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ནས་ཤིན་ཏུ་བསམ་པ་བཟང་དང་ལྡན་པའི་ཉོན་ཟེར་བའི་སྐབས་སུ་འདུ་ཤེས་དེ་འདྲའི་ཅིག་དང་ཀུན་སློང་དེ་འདྲའི་ཅིག་ཡོད་པའི་ཐོག་ནས་ཆོས་ཉན་དགོས་རེད། ཐེག་པ་ཆུང་ངུ་ཆོས་ཡིན་ན་ཡང་དེའི་ཐོག་ནས་ཉན་དགོས་ཀྱི་ཡོད་རེད། དེ་འདྲ་ཞིག་ཡིན་པ་ཡིན་ན་རང་དང་གཞན་ལ་ཕན་པ་རྒྱ་ཆེན་པོ་ཡོང་གི་རེད། ཐེག་པ་ཆེན་པོའི་ཆོས་ཉན་པ་ཡིན་ན་ཡང་ཀུན་སློང་དེ་འདྲ་ཞིག་དགོས་ཀྱི་ཡོད་རེད་དེ་ཡོད་པ་ཡིན་ན་རང་དང་གཞན་ལ་ཕན་པ་རྒྱ་ཆེན་པོ་ཡོང་གི་ཡོད་རེད། གསང་སྔགས་བླ་མེད་ཀྱི་སྐབས་སོགས་ཡིན་ན་ཡང་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་བའི་ཏིང་འཛིན་བཤད་ཀྱི་ཡོད་རེད་དེ་འདྲའི་དེ་ཡང་ཡིན་ན་ཡིན་ཡང་ཀུན་སློང་དེ་འདྲ་ཞིག་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་ཆོས་བྱེད་པ་མང་པོ་ཅིག་གིས་ཆོས་གཅིག་གི་གྲངས་ཀ་མང་པོ་ཅིག་གཙོ་བོ་སྟོན་བྱས་ནས་རེ་བ་གཅིག་གིས་བྱས་རྗེས་སྒྲུབ་སྒྲུབ་ཞུས་ཞུས་གཅིག་མང་པོ་བཅས་གྲངས་ཀ་གཙོ་བོ་བཏོན་པ་མ་གཏོགས་ང་ཚོ་སྤུས་ཚད་དེ་གཙོ་བོ་བཏོན་གི་ཡོད་མ་རེད། ང་ཚོ་ཆོས་པ་ཚོ་ལ་དཀའ་ངལ་ཆེ་ཤོས་དེ་དེ་རེད་བས་འདུག་བ། མི་སེར་ཆོས་ལ་སྐྱེས་ཡིན་ཟེར་གྱི་ཡོད་རེད་མི་སེར་ཆོས་ལ་སྐྱེས་ཡག་ལ། དེ་ནས་བློ་དེ་ཆོས་ཀྱི་ནང་ལ་བར་འཇུག་བྱས་ནས། ཆོས་དང་རང་རྒྱུད་དང་ཆོས་གཉིས་དེ་གཅིག་ཏུ་འདྲེས་ནས་མྱ་ངན་བྱས་པ་ཡིན་ན་མི་ཚེ་ཆོས་ལ་སྐྱེལ་བ་ཟེར་གྱི་ཡོད་རེད། དེ་མ་གཏོགས་རྣམ་འགྱུར་གྱི་ཐོག་ནས་རྣམ་པ་ཙམ་ལ་ང་ཚོ་དཔེ་ཆ་མང་པོ་ཞིག་བལྟས་པ་ཡིན་མཚམས་སྙིང་སྒྲུབ་མང་པོ་བྱས་པ་ཡིན། འོ་ད་ག་ན་ཤིང་ལོག་གསུམ་ཕྱོགས་གསུམ་ནས་མང་པོ་ཅིག་འགྲིམས་པ་ཡིན་ད་ག་ན་ཤིང་གི་གཅིག་གནས་དབེན་པ་དེ་ཚོ་དེ་ལ་ཡང་འདག་ཆ་ཞིག་བྱས་ནས་གནས་གཡའ་རི་གངས་རི་བྲག་རི་རྫ་རི་ལ་སོགས་པ་རྣམས་སུ་ཉམས་ལེན་མང་པོ་བྱས་པ་ཡིན་ཟེར་བ་ཡིན་ན་ཡང་ཕན་ཐོགས་ཤིག་རག་མི་འདུག་བ། དེ་འདྲ་ཡིན་དུས་བློ་རྒྱུས་ལས་སུ་རུང་བ་དགོས་ཀྱི་ཡོད་རེད། བློ་རྒྱུས་ལས་སུ་རུང་ཟེར་ཡག་དེ་སེམས་དང་ཆོས་འབྲེལ་དགོས་ཀྱི་ཡོད་རེད། ཨོ་དེ་འདྲ་ཡིན་དུས་ང་ཚོ་དེ་འདྲ་ཞིག་མེད་པ་ཡིན་དུས་ད་ཅིག་གི་ལོ་མང་པོ་ཅིག་སོང་པ་ཡིན་ན་ཡང་ཅིག་གི་ཉམས་སྐྱེ་ཡག་ལ་ཡང་དཀའ་ངལ་ཆེན་པོ་ཅིག། རྟོགས་པ་སྐྱེ་ཡག་ལ་ཡང་དཀའ་ངལ་ཆེན་པོ་ཅིག། མི་དག་པའི་འདུ་ཤེས་ཅིག་ལ་ཡང་ད་ང་ཚོ་བསམ་བློ་མང་པོ་བཏང་གི་ཡོད་རེད་དེ་ཡིན་ན་ཡང་དངོས་གནས་ཀྱི་བློ་ནང་དུ་ཕྱོགས་ནས་བསམ་བློ་བཏང་ཡོད་དུས་ཨོ་མི་དག་པའི་བློ་ཡང་དག་པ་ཅིག་སྐྱེ་འགྲོ་བས་ཟེར་བལྟས་པ་ཡིན་ན། ཅེས་དཀའ་ལས་ཁ་བོ་ཡིན་དེ་ངན་ཅིག་དེ་རེད་དོ། ཏིང་ངེ་འཛིན་ཡིན་ན་དེ་རེད་བྱམས་པ་ཡིན་ན་དེ་རེད་མི་རྟག་པའི་བློ་ཡིན་ན་དེ་རེད། བདག་མེད་པའི་བློ་ཡིན་ན་དེ་རེད་བྱམས་པ་དང་དབྱིན་ཇིག་གི་བློ་ཡིན་ན་དེ་རེད་ཆོས་ཀྱི་ནང་ན་སེམས་ཀྱི་ཡོན་ཏན་མང་པོ་བཤད་ཀྱི་ཡོད་རེད་སེམས་ཀྱི་ཡོན་ཏན་མང་པོ་བཤད་ང་ཚོ་གིས་དེ་བློ་ལ་བཟུང། དེ་ནས་ཅིག་དེ་ལ་འགྲེལ་བཤད་རྒྱག་ཆགས་པའི་ནང་ལ་དེ་འདྲ་གསུངས་འདུག་ཟེར་ནས་ང་ཚོ་རྒྱུས་ཡོད་པ་ཆོས་ལ་ཆུ་རྒྱུས་ཡོད་པ་ཆགས་ཀྱི་ཡོད་རེད་དེ་ཡིན་ན་ཡང་བློ་རྒྱུས་ལས་སོ་མ་རུང་པ་ཡིན་འདུག་འགག་ལ་ཐུག་པའི་སྐབས་སོགས་ལ་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་རེད་དེ་རེད་དོ། དེ་འདྲ་ཡིན་དུས་སངས་རྒྱས་བྱང་ཆུབ་སེམས་དཔའ་ཐམས་ཅད་ཐུགས་རྗེ་ཆུང་བ་མ་རེད་ཐུགས་རྗེ་དང་བྱིན་རླབས་ཆེ་བ་རེད་ཐུགས་རྗེ་དང་བྱིན་རླབས་ཆེ་མ་ཆེ་ཟེར་ཡག་དེ་ཐུགས་རྗེ་བྱིན་རླབས་དེ་རང་གི་རྒྱུད་ལ་འཇུག་ནས་ཆོས་ཉམས་ལེན་གནད་དུ་སོང་ན་ཐུགས་རྗེ་བྱིན་རླབས་དེ་རང་གི་རྒྱུད་ལ་འཇུག་པའི་རྟགས་རེད་འོང། ཆོས་ཉམས་ལེན་གནད་ལ་མ་སོང་ན་ཐུགས་རྗེ་དང་བྱིན་རླབས་ཆེན་པོ་རེད་ཟེར་ན་ཡང་ཁ་སྟོང་པ་རེད། སྐད་ཅིག་སྟོང་པ་རེད་དེ་ལ་ནུས་པ་ཞེས་བྱེད་སྒྲ་གང་ཡང་མི་འདུག་ག་འོ་དེ་འདྲ་ཡིན་དུས། ཅེས་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་བསྲེས་ཏེ་ཤིན་ཏུ་བསམ་པ་ཤིན་ཏུ་བསྲེས་ཏེ་ཐེག་པ་ཆེན་པོའི་ཆོས་ནི་བཤད་པའི་གེགས་དང་བསམ་པ་རྒྱ་ཆེ་བ། སྦྱོར་བ་རྒྱ་ཆེ་བ་བསམ་སྦྱོར་རླབས་ཆེན་པོ་ཡོད་པ་དེ་རུ་བཀྲལ་ལ་ཤིན་ཏུ་བསམ་པ་བཟང་པོ་བསྲེས་ཏེ་དེ་ཡོང་གི་ཡོད་རེད། ཤིན་ཏུ་བསམ་པ་བཟང་དང་ལྡན་པས་ཉོན་ཟེར་བའི་སྐབས་སུ་དང། རྣ་བས་ཉན་དགོས་ཀྱི་བ་རེད། རྣ་བས་ཆོས་ཉན་པའི་སྐབས་སུ་ལ་ཀུན་སློང་གལ་ཆེ་བ་རེད་མ་གཏོགས། ལུས་ཆོས་རའི་ནང་ལ་བསྡད་ན་ཡང་སེམས་དེ་ཆོས་དང་མ་འབྲེལ་ན་ཕན་གྱི་མི་འདུག་ཟེར་བའི་ལྟར་དོན་དག་དེ་ཡོང་གི་འདུག་བ་དེ་འདྲ་ཡོང་དུས་ཤིན་ཏུ་བསམ་པ་བཟང་དང་ལྡན་པས་ཉོན། དེ་ལྟར་མ་ཡིན་ན་ད་ལྡོག་ཕྱོགས་ཀྱི་ཐོག་ནས་བཤད་ཡོང་དུས་དགེ་བསྔལ་བློ་ལ་ཟེར་བའི་སྐབས་སུ་ལ་དགེ་བསྔལ་བློ་ཟེར་ཚིག་དེ་ལ་སྤྱི་དང་ཚིག་དངོས་སུ་རྒྱལ་ངེས་སུ་བཤད་པ་རེད་དེ་ཤུགས་ལ་གར་དགོས་ས་ན་འདོད་ཆགས། ཞེ་སྡང། གཏི་མུག། ང་རྒྱལ་ཕྲག་དོག་ལ་སོགས་པ་རྩ་བ་བདག་ཏུ་འཛིན་པའི་གི་བློ་དེའི་བསྐྱེད་པས། ཕྱིན་ཅི་ལོག་པའི་འདུ་ཤེས་ཕྱིན་ཅི་ལོག་པའི་རྣམ་རྟོག་ཕྱིན་ཅི་ལོག་པའི་ཀུན་རྟོག་དེ་འདྲའི་ཅིག་གི་ཐོག་ནས་ཆོས་ཀྱི་རྣམ་གྲངས་ག་འདྲའི་ཅིག་ཉམས་ལེན་བྱེད་པ་ཡིན་ན་ཡང། དེ་ལ། སངས་རྒྱས་འོད་དཔག་མེད་དང་རྡོ་རྗེ་སེམས་དཔའ་ལ་སོགས་པ་བླ་མ་དང་ལྷག་པའི་ལྷ་ཐམས་ཅད་ཀྱིས་བྱིན་རླབས་འཇུག་གི་མ་རེད། བདེ་བར་གཤེགས་པ་རྣམས་ཀྱིས་བྱིན་མི་རློབ་བོ་ཞེས་གཟིགས་ཏེ། ཁོང་རྣམས་པས་བྱིན་གྱིས་མི་རློབ་པའི་སྐད་ཆ་མ་ཡིན་པ་བྱིན་གྱིས་བརླབས་ཀྱང་བྱིན་རླབས་འཇུག་མ་རེད་ད་དེ་རེད་དོ། ང་ཚོས་གསོལ་བ་བཏབ་ཀྱི་ཡོད་རེད། གསོལ་བ་བཏབ་ནས་ཅི་ཐུགས་རྗེས་གཟིགས་རོགས་གནང་བྱིན་གྱིས་བརླབ་ཏོ་སོ། ཆོས་བློ་རྒྱུད་ལས་སུ་རུང་བ་བྱིན་གྱིས་བརླབ་ཏོ་ཟེར་གྱི་ཡོད་རེད་དེ་བློ་རྒྱུད་ལས་སུ་རུང་བ་ལ་རང་གི་ལག་ཏུ་ལེན་ནས་དེ་ལ་ཡང་འཇུག་མ་ཐུབ་ན་གསོལ་བ་བཏབ་པ་ཙམ་གྱིས་ཕན་གྱི་མི་འདུག་བ་དེ་འདྲ་ཡིན་དུ་གསོལ་བ་བཏབ་ན་ཡང་གསོལ་བ་འཐད་པ་ཅིག་དགོས་ཀྱི་ཡོད་རེད། ཐུགས་རྗེས་གཟིགས་པ་ཡིན་ན་ཡང་ཐུགས་རྗེ་དེ་རང་གི་རྒྱུད་ལ་འཇུག་དགོས་དགོས་འདུག་དེ་ཉིད་ལ་ཁྱད་པར་ཆེན་པོ་ཞེ་དྲག་ཡོད་རེད། རེད་འདུག་ག་གསོལ་བ་བཏབ་ཚེ་ཚང་མ་དེ་གསོལ་བ་ཐེབས་ཀྱི་ཡོད་མ་རེད་དེ་ངའི་རྣམ་པ་ཀུན་ཏུ་བཞུགས་བསྡད་ཀྱི་ཡོད་དེ་རེད་ཡ་རེད་བ་འདུག་ག་ང་ཚོ་གསོལ་བ་བཏབ་ཀྱི་ཡོད་རེད་དེ་གསོལ་བ་བཏབ་ཚེ་དེ་གསོལ་བ་ཐེབས་ཐུབ་ཀྱི་མི་འདུག་གསོལ་བ་བཏབ་པ་བཞིན་དུ་གསོལ་བ་ཐེབས་དགོས་ཀྱི་ཡོད་ན་ད་ལྟ་གོང་དུ་བཤད་པའི་གི་ཀུན་སློང་ཕྱིན་ཅི་ལོག་པ་ཐམས་ཅད་ལས་ཡར་ལྡོག་ཀུན་སློང་བཟང་པོའི་གི་ལམ་ལ་འཇུག་ལྟ་བ་སྒོམ་པ་སྤྱོད་པ་ཕྱིན་ཅི་མ་ལོག་པའི་ལམ་ལ་འཇུག་བཀའ་དགོངས་འགྲེལ་དང་བཅས་པ་ཐམས་ཅད་ལས་གསུངས་པའི་གི་དོན་དེ་ཡིད་ལ་བཞག་དེ་ལག་ཏུ་བླངས་ན། དེ་ལག་ཏུ་ལེན་ན་དེ་ཚུལ་བཞིན་དུ་རྒྱུད་ལ་སྦྱར་ན་གསོ་བ་ཐེབས་ཀྱི་རེད། འོ་དེ་ང་ཚོ་ཤེས་དགོས་དགོས་བ། བདེ་བར་གཤེགས་པ་དང་ལྷག་པའི་ལྷ་ཐམས་ཅད་དང། གཅིག་སོ་སོ་སོ་ཉམས་ལེན་བྱེད་མཁན་ཐམས་ཅད་ཀྱི་དཔའ་རུ་ལ་ཡའི་འགྲེལ་པ་ཞིག་བཟོ་དགོས་དགོས་བ། དེ་འགྲེལ་པ་བཟོ་ཡ་ལ། གཅིག་དེ་ག་ཧ་ལོ་ཟེར་བའི་སྐད་ཕན་མཁན་མེད་འདུག། དེ་གི་མཚན་ནས་བོས་པའི་ཕན་མཁན་མེད་འདུག་དེ་གི་གཟུངས་སྔགས་བཟླས་པ་ཙམ་བྱས་ཕན་མཁན་མེད་འདུག། དང་གཟུངས་སྔགས་བཟླས་པ་དང་དེ་ཡི་ཚད་ནས་བོས་པ་བཞིན་དུ་དེ་དག་གིས་ཇི་ལྟར་གསུངས་པའི་དགེ་དོན་དེ་དག་ཐམས་ཅད་དང་བཀའ་དེ་དག་ཐམས་ཅད་དེ་ཡིད་ལ་བཞག་ནས་དེ་ལག་ཏུ་བླངས་པ་ཡིན་ན། འོ་དེ་ནི་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད་བྱིན་རླབས་འཇུག་གི་ཡོད་རེད་དེར་ཡིན་དུ་གསོལ་བ་བཏབ་ན་གསོལ་བ་ཐེབས་ཐུབ་པ། འོ་དེ་ང་ཚོ་གལ་ཆེན་པོ་རེད་གསོལ་བ་བཏབ་ན་གསོལ་བ་ཐེབས་ཐུབ་པ་ཅིག་གསོལ་བ་བཏབ་ཚད་ཐམས་ཅད་དེ་གསོལ་བ་ཐེབས་ཀྱི་མེད་པ། གསོལ་བ་ཐེབས་པ་ལ་གསོལ་བ་བཏབ་ཤེས་པ་གསོལ་བ་བཏབ་ཤེས་པ་དེ་ཡི་ལམ་དེ་ག་བར་འགྲོ་གི་འདུག་ཟེར་ན་བློ་རྒྱུས་ལེགས་སུ་རུང་བ། བློ་རྒྱུད་ལས་སུ་རུང་བ་དེ་གར་བདག་མེད་པར་རྟོགས་པའི་ཤེས་རབ་ལ་སོགས་པ་དང་ཐེག་པ་ཕྱི་བྱུང་གི་ཡོན་ཏན་དམ་པའི་རྒྱུད་ལ་སྦྱར་དགོས་ཀྱི་ཡོད་པ་དེ་འདྲ་དེ་དག་གི་རྩ་བ་ཁ་བ་ཐུག་ཡོད་ས་ན་ཀུན་སློང་མ་ནོར་བ་ཞིག་དགོས་ཀྱི་ཡོད་པ་དེ་འདྲ་གཞི་མ་ནོར་བ་ལམ་མ་ནོར་བ་ཞིག་གི་ཐོག་ནས་འབྲས་བུ་མ་ནོར་བར་འགྲོ་དགོས་ཀྱི་ཡོད་པ་དེ་ཐེག་པ་ཆུང་ངུ་ནས་ཕྱེ་ནས་གསང་སྔགས་བླ་མེད་ཀྱི་བར་དུ་འགྲོ་སྟངས་ཚང་མ་གཅིག་པ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུ་བདེ་བར་གཤེགས་པ་རྣམས་ཀྱི་འཆི་མེད་བློའོ་ཞེས་པའི་གི་རྒྱུད་ཀྱི་ཚིག་དེ་ང་ཚོ་ཐུགས་ལ་ངེས་ནས་རེད་འདུག་བ་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་ལྡན་པའི་ཉོན་ཟེར་བའི་སྐབས་སུ། ཀུན་སློང་དང། བསམ་པ་དང་སྦྱོར་བ་གྱི་ཁྱད་པར་བཤད། རེད་དོ། དེ་མཐུན་པའི་ཕྱོགས་ནས་བཤད་པ་རེད། མི་མཐུན་པའི་ཕྱོགས་ནས་བཤད་ཡོན་དུ་རྒྱལ་ངའི་བློ་ལ་ཟེར་བའི་བཀའ་སྲོལ་ལ། དེ་ཡི་ལྡོག་ཕྱོགས་དེ་ཕྱིན་ཅི་ལོག་པའི་བློ་ཐོག་མེད་ནས་གོམས་པའི་བག་ཆགས་ངན་པ། ཐོག་མེད་ནས་གལ་པའི་གོམས་པའི་རྟོག་པ་ངན་པ། ད་ནི་འཇམ་པ་ཚིག་ཆོས་ནས་གསུང་བ་ན་བཞིན་གྱི། རེད་དོ། འདུ་བྱེད་ཀུན་གྱི་དོན་སྤངས་ཤིང་རྣམ་ཤེས་དོན་ནི་འགོག་པར་བྱེད་ཟེར་བ་ཚིག་དེ་གཉིས་དེ་ངས་བཏགས་པ་རེད་ཟེར་ཞུ་གི་ཡོད་པ། འདུ་བྱེད་ཀུན་གྱི་དོན་སྤངས་ཤིང་རྣམ་ཤེས་དོན་ནི་འགོག་པར་བྱེད། འདུ་བྱེད་ཟེར་བ་དེ་རྟོག་པ་རགས་པར་བཤད་པ་རེད། རྣམ་ཤེས་ཟེར་བའི་སྐབས་སུ་རྟོག་པ་ཕྲ་མོ་བཤད་པ་རེད། རྟོག་པ་ཕྲ་རགས་རེད། ཕྱིན་ཅི་ལོག་པའི་སྐབས་སུ་ལ་ཡང་རྟོག་པ་ཕྲ་རགས་བཤད་དགོས་ཀྱི་ཡོད་རེད། སྒོམ་བརྒྱ་པའི་སྐབས་སུ་ལ་ཡང་སྒོམ་གྱི་སྐབས་སུ་ལ་ཡང་དཔེར་ན་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་དང་སངས་རྒྱས་རྒྱལ་མ་ངོ་སྤྲོད་སྐབས་སུ་ཞུ་གི་ཡིན་དབང་བཞིའི་རིམ་པ་ཉམས་ལེན་བྱེད་པའི་སྐབས་སུ་ལ་ཡང། རྟོག་པ་རགས་པ་ཐམས་ཅད་དེ་ཚུལ་བཅོམ་བྱས་ནས་རྟོག་པ་རགས་པའི་རགས་པ་ཐམས་ཅད་དེ་ཚུལ་བཅོམ་ནས་དེ། གཉུག་མའི་ཤེས་དཔལ་གྱི་རྩིས་ཟིན་ཡོན་དུ་དབང་བཞི་པ་ཚིག་དབང་རིན་པོ་ཆེའི་དབང། ཐུན་མོང་གི་དབང་རིམ་པ་གསུམ་དབང་དབང་གོང་མ་གསུམ་གྱི་དབང་དུ་སོང། བུམ་དབང་གསང་དབང་ཤེར་དབང་དབང་དུ་སོང་ནས་དེ་གསུམ་གྱི་སྟོབས་དང་སྟོབས་སམ་ནུས་པ་ཕྲ་མོ་དེ་ཚིག་དབང་རིན་པོ་ཆེ་ཐོག་ལ་སླེབས་ཀྱི་ཡོད་རེད། དེ་མ་བཅོས་པའི་སེམས་ཀྱི་གནས་ལུགས་ཐོག་ལ་མཉམ་པར་བཞག་ཡོན་དུ་གང་ངོ་ཤེས་དགོས་ན་ཕྲ་བ་གཉུག་མའི་ཤེས་པ་དེ་ངོ་ཤེས་དགོས་ཀྱི་ཡོད་རེད་དོ་བ་རྟོགས་པ་ཕྲ་རགས་ཡོང་གི་འདུག་བ་ཕྱིན་ཅི་ལོག་པ་ལ་ཡང་རྟོགས་པ་ཕྲ་རགས་ཡོང་གི་ཡོད་རེད་དེ་དང་མི་མཐུན་པའི་མི་མཐུན་པའི་གཉེན་པོའི་བདག་ཉིད་ཅིག་གི་བློ་བློའམ་ཤེས་པ་ལ་ཡང་ཕྲ་རགས་ཡོང་དེ་ཡོད་རེད་འོ་དེ་འདྲ་ཡིན་དུས་ཕྱིན་ཅི་ལོག་པའི་འཇལ་བ་ཚན་ཆུང་ནང་ནས་བཤད་བསྡད་པ་དེས་གསུངས་པ་དེ་འདུ་ཤེས་ཀུན་གྱི་ཟེར་བའི་བཀའ་སོགས་ལ་བལྟས་ནས་འདུ་ཤེས་དེ་རགས་པ་ལས་བཤད་པ་རེད་རགས་པའི་ཕྱིན་ཅི་ལོག་པའི་རྟོག་པ་ཕྲ་རགས་ཐམས་ཅད་སྐྱོང་དགོས་པར་བཤད་རྣམ་ཤེས་དོན་ནི་འགོག་པར་བྱེད་ཟེར་བ་ལ་དེ་ཀུན་གྱི་རྩ་བ་ཕྲ་མོ་དེ་བལྟས་ནས་རྟོག་པ་ཕྲ་མོ་ལ་བཞག་པ་རེད་དེ་ག་རེ་སོང་ན་རྣམ་ཤེས་ལ་བཞག་པ་རེད་དེ་འདྲ་ཡིན་དུས་འདུ་ཤེས་དང། འདུ་ཤེས་ཕྱིན་ཅི་ལོག་པ། རྣམ་ཤེས་ཕྱིན་ཅི་ལོག་པ། རྟོག་པ་ཕྱིན་ཅི་ལོག་པ་ཐམས་ཅད་དེ་ཟས་དགུ་དགུ་རེད་ཟེར་ཡང་ཚིག་དེ་འགྲེལ་བཤད་བྱེད་སྡོམ་རྒྱག་ས་དེ་རྒྱལ་ངའི་བློ་ལ་ཞེས་པའི་ཚིག་དེ་ལ་སླེབས་དེ་ཡིན་དུས་རྒྱལ་ངའི་བློ་ལ་འོད་དཔག་མེད་ལ་སོགས་བདེ་བར་གཤེགས་པ་རྣམས་ཀྱིས་ཕྱིན་མི་ལོག་ཟེར་བའི་བཀའ་སོ་ཡ་ད་ལྷ་དང་བླ་མ་ཟེར་ཡག་ཅིག་དགུ་དགུ་འདུག་ང་ཚོ་གསོལ་བ་བཏབ་ས་ཅིག་དགུ་དགུ་འདུག་བ་འཇམ་པའི་དབྱངས་ཅེས་རེད་ཟིག་རྗེ་བཙུན་འཇམ་པའི་དབྱངས་རྗེ་བཙུན་སྒྲོལ་མ། ཕྱག་ན་རྡོ་རྗེ་ལ་སོགས་པ་ལྷག་པའི་ལྷ་མང་པོ་ཅིག་ཞི་བ་ཁྲོ་བོ་ཞི་མ་ཁྲོ་ལ་སོགས་པ་མང་པོ་ཅིག་ང་ཚོ་གསོལ་བ་བཏབ་ཡོད་ཅེས་སྒུག་གི་འདུག་ག་ཡིན་ན་ཡང་གསོལ་བ་བཏབ་ཡོད་ཅེས་སྒུག་གི་འདུག་གསོལ་བ་བཏབ་ཤེས་ཀྱི་ཡོད་རེད་དེ་ཡིན་ན་ཡང་གསོལ་བ་འདེབས་པ་ལ་ཆགས་ཞེན་ག་རེ་ཚང་གི་ཡོད་མེད་དེ་ང་ཚོས་ཤེས་རྟགས་ཅིག་བཏང་གི་ཡོད་མ་རེད་ད་དེ་ཡི་ཐོག་ལ་བློ་ཉེ་བར་སྦྱངས་ནས་དེ་ཡི་ཐོག་ལ་བློ་ཉེ་བར་གཞོལ་ནས་བརྟག་དཔྱད་བཏང་ཡོང་དུས་འོ་ད་ཕྱིན་ཅི་ལོག་པའི་རྟོག་པ་དེ་འདྲ་ཞིག་སྐྱེས་པ་ཡིན་ན་བདག་དང་ལྷ་གཉིས་ཀྱི་པར་རུ་ལ་ཡང་ཧེ་བག་ཆེན་པོ་འགྲོ་གི་འདུག། བདག་དང་ལྷ་གཉིས་ཀྱི་བར་དོ་ལ་ཡང་དུ་ཐག་ཉེ་བོ་བཟོ་ཐུབ་ཀྱི་མི་འདུག་ཟེར་ད་ང་ཚོས་དུས་ཆེན་བསྙེན་པ་བསགས་ཟེར་གྱི་རེད་བསྙེན་པ་བསྙེན་པ་ཟེར་གྱི་འདུག་བ་བསྙེན་ཟེར་ཏེ་བ་འུ་ས་ཉག་དང་གཡག་རིན་པོ་ཆེ་ནང་བསྙེན་ཟེར་ཚིག་དེ་ག་རེ་གོ་དགོས་རེད་ཟེར་ན་ཐག་ཉེ་བོར་བཟོ་བ་ཟེར་གྱི་ཡོད་རེད་བ། བཟླས་བརྗོད་བྱས་ཡོང་དུས་དང་པོ་ལུས་ལྷ་ཡི་སྐུ་ལ་བསྒོམ། ངག་ལྷ་དེ་ཡི་བཟླས་བརྗོད་བྱས། སེམས་ལྷ་དེ་ཡི་ཏིང་ངེ་འཛིན་དང་མ་བྲལ་བར་བྱས་ནས་ལུས་ངག་ཡིད་གསུམ། ཕྱིན་ཅི་ལོག་པའི་ལུང་ང་ཡིན་གསུངས་ཏེ་དག་པའི་སྐུ་གསུང་ཐུགས་ལས་ཡང་སྦྱར་བཤད་ན་ལྷ་སྒྲུབ་བྱེད་ཀྱི་ཡོད་རེད། ཕྱིན་ཅི་ལོག་པའི་གི་འདི་ནི་ལུང་ང་ཡིན་གསུམ་ཏེ་དག་པའི་ལྷ་ཡི་སྐུ་གསུང་ཐུགས་ལ་སྦྱར་མ་བཤད་ན་ལྷ་སྒྲུབ་མ་ཤེས་པ་རེད། ང་རང་ལྷ་ཡིན་བསམ་པས་ཕན་གྱི་ཡོད་མ་རེད། ངས་སྔགས་བཟླས་པ་དེ་ལྷ་ཡི་གསུང་ཡིན་བསམ་པས་ཀྱི་ཕན་གྱི་ཡོད་མ་རེད། ངས་བསམ་མོ་བཏང་ནས་བློ་ཉེ་བར་ཞོག་བ་ཙམ་དེ་ལྷ་ཡི་ཐུགས་ཡིན་བསམ་ན་ཕན་གྱི་ཡོད་མ་རེད་དེ་འདྲ་ཡིན་དུ་མ་དག་པའི་གི་རྩ་རླུང་ཐིག་ལེ་གསུམ་དེ་དག་པའི་སྐུ་གསུང་ཐུགས་སུ་ཡང་ཆེར་བཤད་པ་དེ་འདྲ་ཞིག་ཆེར་ཤེས་པ་དེ་ཡང་དང་པོ་བཅོས་མའི་བློ་ཡིས་ཆེར་ཤེས་པ་བྱེད། བཅོས་མའི་བློ་ཡིས་ཆེར་ནས་དེ་ལ་གོམས་ཡོང་དུས་རིམ་པས་རིམ་པས་རིམ་པས་ཀྱིས་བློ་ཉེ་བར་སྦྱངས་ཡོང་དུས་བློ་ཕྲ་མོ་ཕྲ་མོ་ཕྲ་མོ་བསླད་ཡོང་དུས་དེ་ནས། གཅིག་གིས་ཕྱིན་ཅི་ལོག་པའི་རྟོག་ཚོགས་ཐམས་ཅད་དེ་རང་བཞིན་གྱིས་དེ་ཀའི་ལྷ་དང་བཟླས་བརྗོད་དང་དཀྱིལ་འཁོར་གྱི་ནུས་པ་ལ་བརྟེན་ནས་ལྷ་ཡི་རྣལ་འབྱོར་དང་ལ་བར་འགྲོ་ཡོང་དུས་ལྷ་ཡི་རྣལ་འབྱོར་དང་བདག་རྣལ་འབྱོར་གཉིས་དེ་གཅིག་ཏུ་འགྲུབ་ཡོང་དུས་ལྷ་ཡི་རྣལ་འབྱོར་དང་བདག་གི་རྣལ་འབྱོར་གཉིས་དེ་གཅིག་ཏུ་འགྲུབ་ཡོང་དུས་ལྷ་གྲུབ་པ་རེད། དེའི་སྐབས་ལ་ཐ་མལ་པ་ཡོག་མ་རེད་ད། དེའི་སྐབས་སུ་ལ་དེ་ནི་ད་ལྟ་དཔེ་དག་ལེན་པའི་གསུང་དེ་སྣང་གྲགས་རིགས་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པའི་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་དབྱེར་མེད་སེ་ཡ་དེ་ཐུགས་ཀྱི་ཐིག་ལེ་ཟད་དེ་མུག་བ་རེད་དབྱེར་མེད་སེ་ཡ་ཚིག་དེ་བར་དུ་ལ་དེ་ཡོང་གི་ཡོག་རེད་ད། འོ་དཔེ་དག་ལེན་པའི་གསུང་དེ་རེད་བ། དེ་བཞིན་བརྗོད་མེད་རྡོ་རྗེ་སྨིན་གླིང་སྐུ་བཅས་གཉིས་ཟེར་བའི་སྐབས་སུ་ལ་སྐུ་སྐུ་བཅས་བརྒྱན་པ་དེ་དེ་རེད་བ། འོ་དེ་ཡིན་དུས་ད་སྣང་གྲགས་རིགས་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ད་ལྟ་ནས་ཀྱང་གོ་གི་ཡོག་རེད་ད། རིན་ཆེན་གཏེར་གྱི་མཛོད་བའི་ཆེན་མོ་ནག་མོ་ཡ་ད་ཅིག་གི། རྩ་བ་གསུམ་རྣམ་གཞག་ལས་ཀྱི་ཡོ་བ་རེ་བྱེད་རབ་ཀྱི་རྩ་བ་བླ་མ་བླ་མ་ལ་ཡང་ཞི་རབ། དངོས་གྲུབ་ཀྱི་རྩ་བ་ཡི་དམ་དེ་ལ་སྒྲུབ་པ་བཀའ་རྗེ། དེ་ནས་ཕྲིན་ལས་ཀྱི་རྩ་བ་ཆོས་འབྱུང་འོ་དེ་འདྲའི་སེ་ན་མ་བསྒྲིགས་ཡོན་ཏན་བརྩམས་པ་ལ། དེ་ནས་ཕ་ཉིན་བདུན་བརྩམས་པ་ལ་རྩ་བ་གསུམ་བསལ་ཏེ་ཚང་མས་ཀྱི་ཤན་བསྡད་པ་ཅིག་ལ་ཡིན་ན་ཡང་རང་གི་ལུས་ངག་ཡིད་གསུམ་སྟེ། དེ་ནས་ཅིག་རྩ་བ་གསུམ་གྱི་སྐུ་གསུང་ཐུགས་ལ་ཡང་ཆེར་མ་བཤད་ན། ཆེར་མ་བཤད་ན། བུམ་པ་དང་གཏོར་མ་དང་རྫས་ལ་སོགས་པ་ལ་འབྲེལ་པ་བཞག་ན་མ་བཞག་ན་ནུས་པ་མི་འདུག་བ། དེ་ང་ཚོས་ཤེས་དགོས་བ་རེད་དེ་མེད་ན་ང་ཚོས་འཚང་ཁ་རྒྱག་གི་འདུག་བ་ད་དབང་ལ་འཚང་ཁ་རྒྱབ་ན་ཡིན་གཅིག་མིན་གཉིས་བུམ་པ་དེ་མགོ་ལ་ཅིག་ཐུག་མ་ཐུག་ན་དབང་ཐོབ་མ་སོང་བསམ་པ་འདྲ་བོ་དང་རྫས་དང་བྱིན་རླབས་ལ་སོགས་པ་དེ་ཚོ་བྲིས་ཏེ་ཅིག་འབྲེལ་པ་ཅིག་ཐོབ་མ་ཐོབ་ན་དབང་ཐོབ་མ་སོང་བསམ་པ་ཅིག་མ་གཏོགས་དབང་ངོ་མ་དེ་ཐོབ་པ་དབང་གིས་ཐོབ་འཛིན་པ་དམ་ཚིག་གིས་འཛིན་འབྲས་བུ་རིས་མེད་ཀྱིས་ཐོབ་པའི་རྣམ་གཞག་གསུམ་པོ་དེ་རྣལ་འབྱོར་བླ་མེད་ཀྱི་རྒྱུད་ཀྱི་ནང་ན་འགྲོ་སྟངས་གཅིག་པ་རེད་ཐོབ་པ་དབང་གིས་ཐོབ་ནས་ཐོབ་ཡག་ལ། ལུག་ང་ཡོད་སོང་དབང་དུ་འགྱུར་དགོས་ཀྱི་འདུག་དེ། འབྲས་བུ་འབྲས་བུ་ཐོབ་དགོས་པ་ལ་དེ་ཡི་དམ་ཚིག་སྲུང་དགོས་ཀྱི་འདུག་དེ་ལ་དེ་ཐོབ་པ་དབང་གིས་ཐོབ་འཛིན་པ་དམ་ཚིག་གིས་འཛིན། འབྲས་བུ་རིམ་གཉིས་ཀྱིས་ཐོབ་དགོས་ཀྱི་འདུག་དེ་འབྲས་ཀྱི་རྣམ་གཞག་དེ་བཤད་མ་ཐུབ་ཡོང་དུས། དེ་ནི་བསྟན་དང་བསྟན་པའི་དཀྱིལ་འཁོར་ལྷ་ཚོགས་དེ། ཚོམ་བུ་དང་རྡུལ་ཚོན་དང་རེ་རེ་དང། བློས་བསླངས་ལ་སོགས་པ་དེ་ཁོ་ན་གྱི་ཐོག་ལ་བསམ་བློ་བཏང་བ་མ་གཏོགས། སྒྱུ་འཕྲུལ་དྲ་བ་ཟེར་ཡག་ཚིག་དེ་འཇམ་པ་མཚན་བརྗོད་དེ་ད་སྒྱུ་འཕྲུལ་དྲ་བ་རེད་བ། རྒྱུ་སྒྱུ་འཕྲུལ་དྲ་བ་ཟེར་སྒྱུ་འཕྲུལ་དྲ་བ་ཟེར་ཡག་དེ་དབང་བསྒྱུར་ཐབས་ཀྱི་ཐིགས་པ་ཟེར་ནས་མིང་དེ་བཏགས་ཀྱི་ཡོད་རེད། སྒྱུ་སྒྱུ་འཕྲུལ་དྲ་བའི་ནང་ལོགས་ལ་བདག། ལྷ། གཅིག་པུར་རྟེན་དང་བརྟེན་པ་ཐམས་ཅད་དབྱེར་མེད་ངང་ལ་ཡོད་པ་ཤེས་འགུགས་ཡོད་རེད་དེ་ཤེས་ཡག་ལ་རང་གི་མ་དག་པའི་གི་ལུས་ངག་ཡིད་གསུམ་དུ་དག་པ་ལྷ་ཡི་སྐུ་གསུང་ཐུགས་གསུང་དེ་ཡེ་ནས་ཡིན་པ་ལ་ཡིན་པར་ཤེས་པའི་ཐོག་ནས་འགྲུབ་ཐུབ་དགོས་ཡོད་རེད་མ་གཏོགས་གསར་དུ་གཅིག་གིས་བླ་མའི་བྱིན་རླབས་དང་སྔགས་དང་ཏིང་ངེ་འཛིན་དང་རྫས་ལ་སོགས་པའི་ནུས་པ་ལ་བརྟེན་ནས་ལུས་ངག་ཡིད་གསུམ་དག་གི་སྐུ་གསུང་ཐུགས་གསུམ་ལ་སྒྲུབ་ཡག་གི་ནུས་པ་རིམ་པ་རིམ་པ་དེ་མེད་པ་རེད། འོ་དེ་རེད་ད། དེ་དེ་ཞེ་དྲག་གལ་ཆེན་པོ་རེད། དེ་འདྲ་ཡོད་དེ་གཅིག་བྱས། གཉིས་པའི་ཐོག་ལ། ད་ད་ལྟ་ང་ཚོ་ཟླ་བ་གསུམ་འགོར་གྱི་ཡོད་ན་འདྲ་བཞི་འགོར་གྱི་ཡོད་ན་འདྲ་དེའི་རིང་ལ་ཡ། ད་ནས་འོ་ཅེ་གི་དབང་ཤོག་བུ་ཐམས་ཅད་ཀྱི་རབ་བྱུང་ན་རབ་བྱུང་རང་སྐད་བྱུང་ན་མི་ཚེ་གཅིག་ལ་ཡ། གསང་སྔགས་རྡོ་རྗེ་ཐེག་པའི་སྒེར་ལམ་གྱི་རིམ་པ་ནང་ལོ་ཡང་རྟག་པར་གནས་ཐུབ་པ་ཅིག་དགོས་ཀྱི་ཡོད་རེད། དེ་ལྟར་མ་ཐུབ་ན་ཡང་ད་ཟླ་བ་གསུམ་ཞིག་གི་ད་དོ་དབང་གི་རིམ་པའི་སྐབས་དེ་ལ་ཆགས་སྡང་གི་རྟོག་པའི་དབང་དུ་མ་འགྲོ་བ་བྱས་ནས། གཅིག་གི་ཉིན་མོ་ཡིན་ན་ཡང་གཅིག་གི་རང་གི་ལུས་ངག་ཡིད་གསུམ་དུ་དག་པ་ལྷ་ཡི་སྐུ་གསུང་ཐུགས་སུ་ཆེར་ཤེས་པ་ཅིག་སྣང་གྲགས་རེ་ཟུང་ལྷ་སྔགས་སྐུ་གསུང་ཐུགས་སུ་ལྷ་དང་སྔགས་དང་ཏིང་ངེ་འཛིན་ལ་ཆེར་ཤེས་པ་ཅིག་དེ་འདྲ་རེད་འདུག་དེ་ནི་མ་དག་པའི་གི་ད་ལྟ་གཅིག་གི་ཁང་པ་དང་ཁྱིམ་ལ་སོགས་པ་དེ་ཚུལ་ཁྲིམས་ཡང་དག་པའི་བྱ་ཡི་གང་ཡིན་བསམ་པ་དང། དེ་ནས་མཆེད་ལྕམ་རྡོ་རྗེ་ཕོ་མོ་ཐམས་ཅད་ཡང་ཐ་མལ་པའི་གེགས་བྱེད། ཕོ་མོ་གི་བསམ་བ་མ་ཡིན་པ་ཡི་དམ་གྱི་ལྷ་ཡི་རང་བཞིན་ཡིན་བསམ་པའི་གེགས་འདུ་བྱེད་དང་དེ་འདྲའི་ཅིག་གིས་མཐོང་ན་བར་འཕྲོ་མཐོ་ཡང་ཆེ་བ་སྟེ་ཤ་ཁྲག་གེགས་ཆེན་པོ་རེད་ད་དེ་ཚོ་དྲི་མ་ཞིག་ལྟ་ཐོག་ན་རྒྱལ་ལ་པོའི་ཁ་བའི་ནང་ལ་ཡོང་དེ་གི་རེད་དེ་སྐབས་སུ་ལ་ཅིག་གེགས་ཚིག་ཁ་ཐུག་ཁ་ཐུག་འགྲེལ་བར་ཞུ་ཡ་ད་ད་ནི་ངས་ངོ་སྤྲོད་འདྲ་པོ་ཞུ་བའི་གཙོ་བོ་དེ་ད་རེས་ང་ཚོ་ཚང་མ་མཉམ་དུ་འཛོམས། རང་ལ་ནུས་པ་མེད་ན་ཡང་ཅི་དྲག་འདི་དྲག་སེམས་ལ་བྱ་ཟེར་ཡ་ཅིག་ང་ཚོ་བཀའ་རྒྱུད་མགུར་ཚོ་ནང་ལ་ཡོད་རེད་བླ་མ་ཁོང་མེད་སོང་དེ་ན་རང་ལ་ནུས་པ་མེད་པ་རེད། ད་གིན་མཁན་པོ་གི་ད་ང་ཡ་རབས་འཇིག་རབས་མང་པོ་ཤི་བོས་སོང་སོང་བ་དེ་ཚོ་ནི་སྒྲོ་བཏགས་རེད་སྙན་ངག་གི་ཐོག་ལ་ག་རེ་ལབ་ལབ་རེད་བ་ཨོ་དེ་རེད་སྒྲོ་བཏགས་རེད་ང་རང་གི་ཡང་སྒྲོ་བཏགས་རང་ཡིན་བསྟན་གི་འདུག་དེ་ཆོས་ཀྱི་ཆེ་བ་ཐོག་ལས་ཁོང་གིས་དེ་རེད་གསུངས་པ་རེད་ཐུགས་རྗེ་ཆེ་སྙན་པོ་ཞེ་དྲག་བྱུང་ང་ཡང་ང་རྒྱལ་ཡ་ཨོ་སི་སྐྱེས་སོང་ལ་ཕ་ཆོས་ཡིན་པ་འདྲ་བསམ་ས་འདྲ་བོ་ཅིག་ཨོ་ཨོ་ཐུགས་རྗེ་རེད་དེ་སྐོར་སྒྲོ་བཏགས་སྒྲོ་བཏགས་རེད་དེ་ཞེ་དྲག་གལ་ཆེན་པོ་ག་ཡང་མཐོང་གི་མི་འདུག་རྣམ་པ་ཚོ་ག་ཡང་དེ་ཞི་བུ་སྦྱིན་སྲེག་རེད་བསམ་བསྡད་པ་ཡིན་ན་ཡང་ཆ་ར་རྣམ་པ་ཚོ་དེ་ག་ཟ་འོ་རྒྱལ་རོ་རེད་ལ་དེར་དོ་བདག་གང་ཡང་ཡོད་མ་རེད་ད་ཡིན་ན་ཡང། བླ་མ་བཟང་པོ་གཅིག་བསྟེན་པ་དེ་དངོས་གནས་རེད། བླ་མ་བཟང་པོ་གཅིག་བསྟེན། བླ་མ་བཟང་པོ་གཅིག་བསྟེན་ནས་དེ་གི་སྐུ་མདུན་ན་ཡག་ཅིག་གི་གདམས་ངག་མ་ཉུང་བ་ཞིག་ཐོས་མྱོང་བ། དབང་སྐུར་དབང་ཡང་ཡིན་ན་ཡག་ཅིག་གི་མ་ཉུང་བ་ཞིག་ཐོབ་མྱོང་བ། ཁྲིད་དང་མན་ངག་ཡིན་ན་ཡང་མ་ཉུང་བ་ཞིག་ཐོབ་མྱོང་བ་དེ་ཚོ་དེ་དངོས་ཡོད་ཀྱི་གནས་ཚུལ་སྐད་ཆ་རེད། ཡིན་ན་ཡང་ཐོབ་མྱོང་རེད་དེ་ཡིན་ན་ཡང་རྒྱུད་ཚོགས་ལ་སྦྱར་ཐུབ་མ་ཐུབ་དེ་གང་ཟག་སོ་སོ་ལ་རེག་གི་རེད་མ་གཏོགས་གཅིག་གིས་གཅིག་བྱས་ཡོད་རེད་གཉིས་བྱས་ཡོད་ས་ནས་མང་པོ་ཅིག་བཤད་བསྡད་པས་ཀྱི་ང་ཐོག་རུ་འགྲོ་ཡག་དང་བྱས་ཡོད་མ་རེད་ཟེར་ནས་ང་སྨྲ་རུ་འགྲོ་ཡག་གང་ཡོད་མ་རེད། སོ་སོའི་རྒྱུད་ཚོད་སོ་སོས་ཤེས་པ་རེད་མ་གཏོགས་གང་ཟག་གི་ཚུལ་འཛིན་གྱི་རྩོལ་བས་གང་ཡང་ཡོད་མ་རེད་དེ་ཡིན་ན་ཡང་ད་བླ་མ་བཟང་པོ་ཞེས་བསྟན་པ་རེད་འདི་འདྲ་ཡིན་དུས། བླ་མ་བཟང་པོ་བསྟན་པ་དེ་དག་གི་མདུན་ནས་ད་ནི་རེ་ཆེ་གཏད་ཅིང་མཛོད་ཆེན་མོ་གི་དབང། ད་སྐྱབས་ཀྱི་ཤཱཀྱ་རྡོ་རྗེ་འཆང་ཆེན་པོ་བཅུ་གི་སྐུ་མདུན་ནས་ཚར་གཅིག་ཐོབ་པ་རེད་དེའི་བརྒྱུད་པ་དེ་ཡང་སོ་སོ་རེད། འདི་ནི་སྐྱབས་ཀྱི་བཀའ་ལས་རིན་པོ་ཆེ་སྐུ་མདུན་ནས་གཅིག་ཐོབ་པ་རེད་དེ་ནི་ཡང་བརྒྱུད་པ་སོ་སོ་གཅིག་རེད་དེ་འདྲ་ཡིན་དུས་བརྒྱུད་པ་མ་འདྲ་བ་གཉིས་ཀྱི་ཐོག་ནས་ཐོབ་བསྡད་པའི་གེ་ད་རེ་ཆེ་གཏད་ཅིང་མཛོད་ཆེན་མོ་དེ་ན་ནི་རྡ་ས་ཆེན་པོ་རུ་འདི་ལ་ཡང། དབང་ལུང་ཐུགས་སུ་བཅད་དེ་ཕུལ་རྒྱུའི་གོ་སྐབས་བྱུང་བ་རེད་དེ་ད་རེས་ང་ཚོ་སྤྱི་བཏང་འདི་དགོངས་པ་འདི་ནང་ལོགས་ལ་ཡང་སྔོན་མ་བཀའ་བརྒྱུད་ང་ཚོས་དང་གདམས་ངག་མཛོད་ཤེས་བྱ་མཛོད། དེ་འདོན་པ་རེད་དེ་ཡིན་ན་ཡང་ད་རིན་ཆེན་བསྟན་མཛོད་དང་རྒྱ་ཆེན་བཀའ་མཛོད་འདི་འདོན་རྒྱུ་བྱུང་ཡོད་མ་རེད་དེ་འདྲ་ཡིན་དུས་ད་ཅིག་གི་གདན་ས་འདི་འདྲ་ཅིག་ཡོད་འདི་ནང་ལ་ཡང་འཕགས་པའི་དགེ་འདུན་མང་པོ་ཅིག་བཞུགས་ཡོད་རེད་དེ་དེ་ཚོ་རིགས་ཀྱིས་ད་ཅིག་གི་དུས་ད་རྣམ་པ་ཀུན་ཏུ་ཅིག་གི་རྩ་བ་གསུམ་གྱི་གཉིས་སྒྲུབ་ཀྱི་ཉམས་ལེན་ཤ་སྟག་གནང་བསྡད་ཀྱི་ཡོད་རེད་དེ་ནི་དབང་མེད་ལུང་མེད་ཁྲིད་མེད་པ་དེ་འདྲ་ཞིག་གནང་བསྡད་པ་ཡིན་ན་ད་དེ་ལ་ཉེས་པ་ཆེན་པོ་ཡོད་པ་དེ། ད་དུས་ཀྱི་འཁོར་ལོ་རྣམས་ལའང་ཡང་གསུང་ཡོད་རེད་ལ། ཀྱེ་རྡོ་རྗེ་རྒྱལ་པོ་རྡོ་རྗེ་རྣམས་ལའང་ཡང་མང་པོ་ཡོད་རེད་དེ་ཚོ་ད་རྒྱུད་ཀྱི་དགོངས་པ་ཁོ་རང་འགྲོ་སྟངས་ཚང་མ་གཅིག་པ་རེད་བ། འོ་དེ་འདྲ་ཡིན་དུ་ད་དབང་ལུང་ཅིག་ཡོད་པ་ཡིན་ན། ཅིག་གི་ཡག་པོ་འདུག་ད་དེ་འདྲ་ཡིན་དུ་ཅིག་དེ་འདོད་ཡག་གི་གོ་སྐབས་དེ་བྱུང་བ་རེད་མ་གཏོགས་ཡང་ང་ཚོ་མི་ཚོགས་མང་པོ་འཛོམས་ཡང་དང་སྐད་གྲགས་ཡོང་ཡང་དང་སྙན་གྲགས་ཡོང་ཡང་ད་དེ་ཚོས་འདོན་གྱི་འདུག་གཅིག་བྱས་པར་གཉིས་བྱས་པར་ཟེར་ད་དེ་འདྲ་གི་ཀུན་སློང་གང་ཡང་མེད། དེ་འདྲའི་ཀུན་སློང་ཡོད་ཡ་མེད་ལ་དེ་འདྲའི་ཀུན་སློང་ཡོད་པ་ཡིན་ན་དེ་འདྲ་གི་དབང་དེ་འདོན་པ་དང་མ་འདོན་བྱས་ན་མ་འདོན་ན་ཡག་གི་རེད། འདི་གོ་དགོས་ཡོད་གནས་ཚུལ་རེད་ད་ཡིན་ན་ཡང་རྣམ་པ་ཚོ་འདི་ལ་དབང་སེང་ཁ་འཕེན་མཁན་རྣམ་པ་ཚོ་ཡང་ཅིག་གིས་ཀུན་སློང་འདྲ་མི་འདྲ་མང་པོ་ཡོང་གི་རེད་འདུ་ཤེས་འདྲ་མི་འདྲ་མང་པོ་ཡོང་གི་རེད་དེ་འདྲའི་ཐོག་ནས་ཕེབས་པ་རེད་ཐག་གཅིག་ཏུ་ཅིག་གིས་ཡོང་གི་ཡོད་མེད་མི་ཤེས་ཡག་པོ་རེད་སེམས་ཤུགས་ཁོ་ན་ཞུ་ཚད་ཐིག་པ་མེད་འདུག་ལྷག་པར་ཏི་རི་ཁ་ཚར་དྲ་རྒྱའི་དུས་ཚོད་རེད་ད་ཁོ་རེ་ཡག་པོ་བྱུང་ན་ནི་དེ་རིང་རང་དྲ་རྒྱ་ནང་སླེབས་ཚར་བ་རེད་སྡུག་པོ་བྱུང་ན་ནི་ད་ལྟ་དབང་མ་ཚར་གོང་ནས་དྲ་རྒྱ་ནང་སླེབས་ཚར་བ་རེད་ད། དྲ་རྒྱའི་དུས་ཚོད་རེད། དེ་ལ་ཡང་ཧ་ལས་གང་ཡང་མི་འདུག་ལ། ཁྱོད་ལྷ་རེད་ཟེར་ནས་ཐོ་རུ་འགྲོ་ཡ་གང་ཡང་མི་འདུག་ཁྱོད་འདྲེ་རེད་ཟེར་ནས་སྡུག་རུ་འགྲོ་ཡ་གང་ཡང་མི་འདུག་དེ་གཉིས་ཀ་ཡག་པོ་རེད་བསམ་གྱི་འདུག་མཚམས་མཚམས་མི་འདྲེ་རེ་རོགས་བྱས་ན་ཡག་པོ་འདུག་བ། ལྷ་གཅིག་པུ་རེད་དེ་ན་དཀའ་ལས་ཁག་པོ་འདུག་དེ་ནས་ལྷ་ཡང་ཆགས་མཚམས་མཚམས་མི་འདྲེ་ཡང་ཆགས་དེ་རེད་བྱས་ན་མཚམས་མཚམས་ད་མི་ད་ཡིན་པ་རེད་བ་ལ་དེ་ནས་ལྷ་འདྲེ་བེ་ཟུང་ཚང་མ་མཉམ་དུ་འཛོམས་པ་ཡིན་ན་ཡག་པོ་འདུག་འོ་དེ་འདྲ་ཡིན་དུས་བསྟོད་པ་དང་སྨད་པ་ལ་གང་ཡང་མི་འདུག་བསྟོད་སྨད་ལ་ཆད་པ་གང་ཡང་མི་འདུག་ལ་དེ་གང་ཡང་མི་འདུག་དེ་ལྷག་པར་དུ། མང་པོ་གཅིག་གིས་ནས་གཅིག་གི་དབང། ད་འདི་པ་གང་ཞིག་ཧ་གོ་མ་སོང་སྔོན་མ་འདྲ་བོ་དེ་འདྲ་ཡིན་ན་དེ་འདྲ་རེད་འདུག་ད་དབང་སེང་ག་ཕལ་སྐད་ཐམས་ཅད་ནས་འདུ་ཤེས་དེ་ཕལ་ཆེ་བ་གཅིག་གི་ཡང་གཅིག་གི་སྐྱོན་དང་ཡོན་ཏན་གཉིས་ཀྱི་ནང་ནས་སྐྱོན་གཙོ་བོ་བཏོད་ནས་ཡོང་མཁན་དེ་འདྲ་མང་པོ་ཡོད་རེད་དེ་ཚོ་རེད་ད་ལ་དངོས་ཡོད་གནས་ཚུལ་རེད་འདོན་སྟངས་འགྲིག་མ་སོང་ལག་ལེན་འགྲིག་མ་སོང་གཏོར་མ་འཁྱིལ་སྟངས་འགྲིག་གི་མི་འདུག་གཏོར་མ་མགོ་ལ་བཞག་ཡ་དེ་ལག་པ་ལ་བཞག་སོང་རེད་འདུག་བ་ཙག་ལི་མགོ་མཇུག་ལོག་སོང་བ་ད་དེ་འདྲ་མང་པོ་འདུག་བ། དེ་ཙག་ལི་མགོ་མཇུག་ལོག་ཡ་དེ་ལ་གཏམ་དཔེ་གཅིག་ཡོད་རེད་སྔོན་མ་བོད་ལ། ཚིག་གི་བླ་མ་གཅིག་གི་དབང་རྣམ་པ་རེད། དབང་རྣམ་པའི་སྐབས་སུ་ནད་པ་དེ་ལ་ནད་པ་དེ་ཚབས་ཆེན་པོ་ཡོད་པ་འདྲ། དེ་ནས་བླ་མ་དེ་ཚབས་ཚུད་པའི་ཆེད་རྩ་འདི་དེའི་དབང་རྣམ་པའི་སྐབས་སུ་རྩ་འདི་འགུགས་ཤུགས་ལོག་ཟིན་པ་འདྲ་བླ་མའི་ཡག་པོ་མ་གཟིགས་རེད་པ། དེ་ནས་ནད་པ་དེ་གིས་བླ་མ་ལ་བླ་མ་ལ་རྩ་འདི་འགུགས་ཤུགས་ལོག་འདུག་ཟེར་ཞུས་པ་རེད། རྩ་འདི་འགུགས་ཤུགས་གང་ལོག་འགུགས་ཤུགས་ད་ཁྱོད་རང་ལོག་རེད་རེད་ཟེར་གྱི་འདུག་ཟ། འོ་ད་དེ་འདྲ་གི་ལོ་རྒྱུས་ཡོད་རེད་པ། དེ་བླ་མ་ཁོང་ཁྲོ་ཟད་པ་རེད་ཁག་མི་འདུག་བ་ལ། དེ་བླ་མའི་བསམ་པ་རེད་ད་ཁོས་ང་ལ་སྐྱོན་བརྗོད་བྱས་ནས་ཁོས་དབང་ཡག་པོ་ཞུ་གི་མི་འདུག་བསམ་པ་རེད་བ་ད་འདུ་ཤེས་ཡག་པོ་ཡོད་ན་རྩ་གླིང་དགུང་གཞུང་ལོག་མ་ལོག་ཁྱད་པར་གང་ཡང་མི་འདུག་ཁོ་རང་ལ་ཐོབ་དགོས་ཡ་དེ་དབང་རེད་དབང་དོན་གྱི་དོན་དག་དེ་རྟོགས་དགོས་ཀྱི་ཡོད་རེད་བ་ད་དེ་ཁོ་མོས་ཁོའི་སྐྱོན་བཙུགས་ནས་རྩ་གླིང་དགུང་གཞུང་ལོག་པ་དེ་གཙོ་བོ་མཐོང་པར་མ་གཏོགས་བླ་མས་དབང་ག་རེ་བཤད་པ་དང་དབང་ག་རེ་འདོན་པ་དང་དེ་ཡི་ནང་དོན་གང་ཡིན་པ་དེ་ཁོས་བསམ་བློ་བཏང་ཡོད་མ་རེད་བ་དེ་ཡིན་དུས་ནས་བླ་མ་ཡང་ཁོང་ཁྲོ་ཟ་དེ་ནས་དགུང་གཞུང་ཁྱེད་རང་ལོག་རན་པ་རེད་ཟོས་ད་ཁྱེད་རང་ཤེས་རིན་རེད་ཟེར་བ་རེད་བ་འོ་ཐུགས་ཟིན་ཡོང་གི་ཡོད་རེད། དེང་རབས་དེ་ནི་སློབ་མའི་ཉེས་པ་བསགས་བླ་མའི་ཉེས་པ་བསགས་ད་དེ་འདྲ་གི་ཉེན་ཁ་ཡོང་སྡོད་ཀྱི་འདུག་བ་ཨོ་དེ་འདྲ་ཡིན་དུས་ཅིག་ངས་ད་ལྟ་བཞུགས་དགོས་ཡ་གཙོ་བོ་དེ་ཐག་རིང་པོ་ཅིག་ནས་ཕེབས་དམིགས་བརྩེ་གི་དུས་ཚོད་ཅིག་བཏང་དེ་ནི་ང་རང་ཚོ་ཚང་མ་དེ་མཉམ་དུ་འཛོམས་ང་ཡག་རབས་འཇིགས་རབས་ཆེ་རབས་ཟེར་ནས་གང་ཡང་ཞུ་གི་མེད་ང་རང་ཡིན་ན་ཡང་ཅིག་མིང་སངས་རྒྱས་བསྙེན་པ་ཟེར་སྟག་བླ་མ་གོང་མས་ཀྱི་མིང་བཏགས་བཞག་པ་དེ་ལ་དགོས་པ་དགོས་གལ་ཤིག་ཅིག་ཡོད་ཀྱི་རེད་བསམ་པ་མ་གཏོགས་ང་སངས་རྒྱས་བསྙེན་པ་ཡིན་བསམ་པའི་གི་ཅིག་ང་རྒྱལ་དང་དེ་ལ་ཡང་ཅིག་གི་རྟོག་པ་དང་ཆེ་མདོག་གི་བློ་ཅུང་ཟད་ཙམ་ཡང་སྐྱེལ་མ་ཡོང་ལ་ངས་དྲང་པོ་ཞུ་དགོས་སྐོར་བ་ད་ལྟའི་དངོས་གནས་ངའི་གྲུབ་རྟགས་དེ་ཡིན་ལ། ངའི་རྫུ་འཕྲུལ་གཞན་གང་ཡང་བསྟན་ཤེས་ཀྱི་མི་འདུག་ལ་ངའི་རྫུ་འཕྲུལ་ངོ་མ་དེ་དེ་ཡིན། འོ་དེ་འདྲས། ལོག་པའི་སྲོག་བསམ་པ་རྩ་དེ་སྐྱེལ་མ་མྱོང། ང་གཅིག་ཆེན་པོ་ཡིན་གཅིག་པ་ཡིན་བསམ་པའི་གི་འདུ་ཤེས་རྩ་བ་ནས་སྐྱེལ་མ་མྱོང་ཆེན་པོ་ཡིན་མིན་སོ་སོས་ཤེས་གི་རེད་རྒྱུས་ཐུབ་ན་ཡག་པོ་རེད་རྒྱུས་མ་ཐུབ་ན་མིང་ཆེན་པོ་ཡོད་པས་ཕན་གི་མི་འདུག་བ། འོ་དེ་འདྲས་རེད་དེ་ཡིན་ན་ད་དབང་དེ་མ་འདོན་ཡོང་དུས། གཅིག་གི་ལག་ལེན་དེ་མ་ནོར་བ་ཙམ་ཞིག། བླ་མ་གོང་མས་ཡེ་ནས་མ་ག་རེ་གསུངས་པ་དེ་དེའི་ལྟ་ཚུལ་ཆོས་ཐོས་པ་སོ་སོ་ལ་ཉམས་རྟོགས་ཡོད་ན་དེ་ལྟར་སྟོན་པའི་གེ་ཁྲིད་ཡིན་ན་རེད་མན་ངག་ཡིན་ན་རེད་རྟོགས་པ་བ་ཐད་ཀ་ལ་ཡང་ངོ་སྤྲོད་བྱེད་ཐུབ་པའི་གེ་ནུས་པ་ཡོང་གི་རེད་བ་དེ་མེད་བ་རེད་ད་དེ་མེད་ཡོང་དུས་ང་ཚོ་བློའི་སྐྱེ་ས་དང་གེ་རེ་བ་སྐྱོ་ས་དེ་གཅིག་མ་གཏོགས་མི་འདུག་དེ་ག་རེ་ཟེར་ན་བརྒྱུད་པ་ལ་ཆགས་གི་ཡོད་བ་རེད་བརྒྱུད་པ་དེ་བླ་མ་གོང་མ་ཐམས་ཅད་ཡེ་ནས་མ་གསུངས་བཞག་པ་དེ་ཚིག་མ་ནོར་བ་དོན་མ་ནོར་བ། ཆུང་ས་ཅན་དུ་ཆ་བཞག་པ་ཡིན་ན་ལག་ལེན་ཙམ་ཞིག་མ་ནོར་བ་ཅིག་ཅིག་འགྲོ་ཐུབ་ན་ད་ནི་དེ་ཡག་པོ་རེད་ད་ང་ཚོ་དེ་ཅིག་སྤོབས་པ་སྐྱེ་ས་འདྲ་པོ་དེ་དེ་རེད་དེ་འདྲ་ལ་བསམ་བ་དང་ནི་ངོ་མ་དེ་གཏེར་མཛོད་དེ་མ་ཐོན་པའི་གོང་ལ་ཡང་དེ་ང་ཚོ་ད་ཏོག་དབྱིབས་ནད་ཡའི་སྐབས་ལ་རེད་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ་ལོ་གཅིག་ཆ་ཚང་དེ་བསྙེན་པ་བཏང་པ་ཡིན་གཏེར་མཛོད་དེ་ཆ་ཚང་བ་བསྙེན་པ་ཞིག་བཏང་པ་རེད་འོ་དེ་ཡང་ཅིག་གིས་ད་གྲངས་ཉིན་ནས་བཏང་ཐུག་ཡོད་མ་རེད་ད་དུས་ཀྱི་བསྙེན་པ་ཞིག་བཏང་པ་རེད་དུས་ཉིན་ཞིག་བཏང་པ་རེད། ཨོ་དེ་ཚོ་གྲངས་བསྙེན་དུས་བསྙེན་ཚེས་བསྙེན་ཞེས་གསུམ་ཡོད་རེད་བ། ཨོ་དེ་ཚོ་གྲངས་བསྙེན་ཞེས་བཏང་བ་རེད། མ་རེད་དུས་བསྙེན་ཞེས་བཏང་བ་ཡིན། དེ་ཡིན་དུ་ད་ཅི་གི། ལས་རུང་གི་བསྙེན་པ་ཟེར་གི་རེད་བ་ད་རབ་བྱུང་ན། བསྙེན་པ་ཉིན་བསྙེན་སྒྲུབ་པ་སྒྲུབ་ཆེན་དེ་གཉིས་གྲུབ་ཡོད་ན་ཞིག་གི་ཉམས་ལེན་གྱི་ཁོག་དབུབ་བྱས་ནས། བདག་རྒྱུད་གྲོལ་ཐུབ་པ་ཞིང་རྒྱུད་སྨིན་ཐུབ་པ་ཅིག་དགོས་ཀྱི་ཡོད་རེད་དེ་ནི་ཡོང་ཐུབ་ཀྱི་མི་འདུག་དེ་མེད་པ་ཡིན་ན་ཡང་ད་ལས་རུང་གི་བསྙེན་པ་ཞིག་བཏང་ཐུབ་ན། དེ་ནི་གཅིག་གི་བར་གཞན་ལ་དབང་བསྐུར་བའི་སྐབས་སོགས་ལ་ཡང་བརྒྱུད་པའི་གི་བྱིན་རླབས་འཇུག་པ་ལ་ཡང་ཕན་ཐོགས་ཆེན་པོ་ཡོང་ས་རེད་རང་ལ་ནུས་པ་ནི་མེད་པ་རེད་དེ་བརྒྱུད་པའི་བྱིན་རླབས་འཇུག་ཡ་ལ་ལག་ལེན་ཕྱིན་ཅི་མ་ལོག་པ་ཞིག་འགྲོ་དགོས་ཀྱི་འདུག་ལག་ལེན་ཕྱིན་ཅི་མ་ལོག་པར་འགྲོ་ཡ་ལ་དབང་དེ་གི་གཅིག་གི་དབང་དེ་དང་ལྷ་དེ་དང་ཡི་དམ་གྱི་ལྷག་པའི་ལྷ་དེ་ཚོ་བྲལ་ལ་ཡང་འདྲེན་ཆོག་ཅིག་བྱས་བཞག་ན་ནི་གཅིག་གི་ཕན་པ་ཞིག་ཡོང་ས་རེད་བསམ་བཞིན་ནི་ལོ་གཅིག་དང་ལོ་གཅིག་ལྷག་ས་ཞིག་རེད་ད་ལོ་གཅིག་དང་ཕྱེད་ཀ་ས་རེད་དེ་སྔོན་ལ་ཡང་ནི་ཤོད་ང་ཚོ་བཤད་གྲྭའི་ནང་ལོག་ལ་ཡང་ཟླ་བ་ཁ་ཤས་གཅིག་གི་ཡང་མཚམས་འདས་པ་རེད། ཡག་གི་བླ་མ་ཆོས་སྐུ་དང་བླ་མ་ལོངས་སྐུ་བླ་མ་སྤྲུལ་སྐུ་སྒྲུབ་པ་གསུམ་ནང་ནས་ཆོས་ལོངས་སྤྲུལ་གསུམ་དེ་ཡང་ལེགས་ཤོས་ལ་ངས་ཉན་པ་བཏང་བ་རེད་ད་དེ་ནས་མང་ཡང་བྱས་ནས་རྩ་གསུམ་གྱི་སྙིང་ཡི་དམ་གྱི་སྐབས་སུ་སླེབས་ཡོང་དུས་ད་ནི་སྒྲུབ་པ་སྐབས་ཀྱི་འཇམ་པ་སྐུ་དཔེ་མ་སོང་ཡང་དག་ཐུགས་བདུད་རྩི་ཡོན་ཏན་ཕུར་པ་ཕྲིན་ལས་མ་མོ་རྦོད་གཏོང་འཇིག་རྟེན་མཆོད་བསྟོད་ངོ་དེ་ནས་དམོད་པ་དྲག་སྔགས་དེ་དག་འཇིག་རྟེན་ལྔ། འདི་འཇིག་རྟེན་ལས་འདས་པ་གཅིག་གོ་ད་དེ་འདྲ་བྱས་ནས་རྗེས་དམ་པ་ཡོང་གི་ཡོད་རོགས་སྒྲུབ་པ་བཀའ་རྒྱས་དེ་ཚོས་བྲེལ་ཏེ་དེ་ནས་ང་ཡང་དེ་ནས་དགོན་པ་འདི་རང་ལ་ཡང་བསྙེན་པ་བཏང་པ་ཡིན་ད་ལྟའི་བཞུགས་པའི་རྩ་བ་དེས་བསྙེན་པ་མ་བཏང་བ་ལ་དབང་བསྐུར་བ་ཡིན་ན་རུང་གི་ཡོད་མ་རེད་འོ་དེ་འདྲ་ཡིན་དུས་ལས་སྒྲུབ་ཀྱི་བསྙེན་པ་ཞིག་བཏང་ནས་གཞན་ལ་ཕན་ཡོང་བསམ་བྱས་ནས་ངས་བསྙེན་པ་བཏང་ཡོད་ཟེར་ཡ་རྒྱུ་མཚན་དེ་ཡིན་འོ་དེ་འདྲ་བྱས་ནས་བྱས་པ་རེད་ད་དེ་ཡིན་དུས་ཡིན་ན་ཡང་ད་དབང་གསན་མཁན་རྣམ་པ་ཚོ་དེ་ཕན་ཡོད་དུས་བརྩམས་པ་ལ་དེ་ནས་འདུ་ཤེས་དང་ཀུན་སློང་དེ་ཚོས་བྲེལ་ཏེ་མ་ནོར་བ་ཅིག་མ་འོངས་པ་ལ་ཡིན་ན་ཡང་གཅིག་མཆོད་པའི་སྐུ་སྤྲུལ་པའི་སྐུ་རྣམ་པ་ཚོ་ཡིན་ན་ཡང་རེད། སློབ་དཔོན་རྣམ་པ་ཚོ་ཡིན་ན་ཡང་རེད་བླ་མ་རྣམ་པ་ཚོ་གིས་མ་འོངས་པ་ལ་བརྒྱུད་པ་སྤེལ་དགོས་གི་རེད། བརྒྱུད་པ་སྤེལ་ཡ་ལ། གཅིག་གི་བླ་མ་གོང་མ་ཚོ་གིས་དཀའ་བ་སྲོག་དང་བསྡོས་ནས་ལུས་སྲོག་འབེན་དུ་བཙུགས་ཟིན་ནས་དཀའ་ལས་མང་པོ་ཞིག་བརྒྱབ་ནས་ལྷག་པར་དུ་འཇམ་མགོན་ཀོང་སྤྲུལ་བློ་གྲོས་མཐའ་ཡས་ཀྱི་ལྟ་མི་གཅིག་གི་ལོ་རྒྱུས་ནང་ལོང་ལ་ཡ་གཅིག་གངས་རི་སར་བཙུན་པ་ཡིན་ན་གངས་རི་སར་བསྒྱུར་བ་ཡིན་ན་གངས་རི་སོ་སོར་བསྡུས་པ་ཡིན་ན་གངས་རི་སོ་སོ་ནས་ཕྱོགས་སྒྲིག་བྱས་པ་ཡིན་ན་བསམ་ནས་ང་ཚོའི་བློ་ཡི་སྤྱོད་ཡུལ་ལ་ཤོག་མ་འགྲོ་བ་ཅིག་གིས་ཞེ་ས་མ་ཞུ་ན་མི་གཅིག་གིས་དཀའ་ལས་དེ་འདྲ་ཞིག་བརྒྱབ་བྱས་ནས་ལྟ་སྒྲིག་པར་རེ་བ། འདི་འབྲེལ་གྱི་སྒྲིག་བྱ་བ་དེའང་འཇམ་མགོན་བློ་གྲོས་དྷ་ཡིས་ཁོ་རང་གི་མཚན་སྙན་གྲགས་ཡོང་ཡག་དང་མ་འོངས་པ་ལ་ཁོ་རང་རང་གི་བརྒྱུད་པ་མ་སྤེལ་ཡག་དང་བརྒྱུད་པ་དར་ཡག་གི་ཆེད་དུ་དམིགས་ཡུལ་གཙོ་བོ་བཟུང་ཡོད་མ་རེད། འགྲོ་ལ་ཕན་པའི་རྟེན་འབྲེལ་བསྒྲིགས་པ་རེད་བསྟན་པ་ལ་ཕན་པའི་རྟེན་འབྲེལ་བསྒྲིགས་པ་རེད། འགྲོ་ལ་ཕན་པ་དང་བསྟན་པ་ལ་ཕན་པའི་རྟེན་འབྲེལ་བསྒྲིགས་ཡག་ལ་དཀའ་ལས་མང་པོ་ཞིག་རྒྱབ་བྱས་ནས་ནམ་ཡིན་མཚན་སྙན་མེད་ཐོག་ལ་ཡག་ཅིག་གིས་མཚམས་ཞུགས་ས་ལ་མཚམས་ཞུགས་རྩོམ་ས་ལ་རྩོམ། ད་ག་ནང་བཞིན་གྱི་ཕྱུགས་སྒྲིག་གནང་དགོས་ས་ལ་ཕྱུགས་སྒྲིག་གནང་དཔེ་མ་རྙེད་པ་དེ་ཚོ་བྲལ་ཡག་བསྡུ་རུབ་བྱས། དཀའ་ལས་མང་པོ་བྱས་དེ་རིང་ཁ་སང་ནང་བཞིན་གྱི་ལག་སང་དཔའ་ལོག་རྒྱབ་ཆོག་ཆོག་ཡོད་མ་རེད་རེད་འདུག་ག་ཨོ་རྟ་ཞོན་ནས་འགྲོ་དགོས་ན་རྟ་ཞོན་ནས་འགྲོ་དགོས་ཀྱི་ཡོད་རེད་རྐང་ཐང་ལ་འགྲོ་དགོས་ན་རྟ་མ་ཐར་ས་ལ་ཡང་རྐང་ཐང་ལ་འགྲོ་བྱས་ནས་དེ་ཡང་དཔེ་ཆ་འདི་ཚོས་གཡར་ཡང་ཚོས་བཤུ་ཡང་དེ་བར་བཅད་བྱས་ནས་དཀའ་ལས་མང་པོ་ཞིག་རྒྱབ་བྱས་པ་གི་ལོ་རྒྱུས་དེ་ང་ཚོའི་ཡིད་ལ་དྲན་པའི་ཐོག་ནས་ཨ་ཁ་བསམ་ནས་ཅིག་ད་དང་བ་དང་དེ་འདྲ་གི་ཅིག་དང་ལྷང་སད་དེ་ཚོ་བཅད་མ་ཐུབ་ན་ཡང་མི་ཅིག་གི་མི་ཚེ་ནང་བའི་དཀའ་ལས་དེ་འདྲ་ཞིག་རྒྱབ་འདུག་བསམ་པའི་གི་ཅིག་ཤ་ཚའི་ཁར་ཤ་ཚའི་བསམ་བློ་ཅིག་དགོས་ཀྱི་རེད་བ། དེ་འདྲ་ཅིག་དཀའ་ལས་ཀྱང་བཞག་པ་དེ་ཆེད་དུ་བྱ་བ་གདུལ་བྱ་དེ་ང་རང་ཚོའི་ཆེད་དུ་ལ་ཡང་ད་ལྟ་བསམ་མེད་ཀྱི་འདོན་ཆོག་ཆོག་ཀློག་ཆོག་ཆོག་བསྐུར་ཆོག་ཆོག་ག་རེ་ཡིན་ན་ཉམས་ལེན་བྱས་ཆོག་ཆོག་བྱས་འདའ་ཕག་ཞག་སྒྲུབ་ཕ་སྒྲུབ་བྱེད་དེ་ཚོ་ད་ལོས་ཡིན་ཏེ་གྲོང་ཤོག་ཅིག་འགྲོ་བ་ཡིན་ན་ཡང་ཅིག་གི་མི་གཤིན་པོའི་དོན་དག་ལ་ཡང་མ་གི་གྲོང་ཤོག་འགྲོ་ཡ་གསོན་པོའི་དོན་དག་ལ་ཡང་གྲོང་ཤོག་འགྲོ་ཡ་ཅིག་ཡིན་ན་ཡང་དེ་འདྲ་གི་ཅིག་གི་འགྲོ་དོན་ཡག་པོ་ཡོང་འདོད་ཡ་དང་འགྲོ་དོན་བྱེད་ཡག་གི་ཆ་ཆེན་ཚང་འདའ་ཡ་དེ་བླ་མ་གོང་མ་ཚོ་གི་བཀའ་དྲིན་རེད་བ་ངས་དེ་རྟག་པར་ཞུ་ཡ་དེ་རེད་དེ་འདྲ་ཡིན་དུ་རང་གི་ཁ་ཕོ། རང་གི་འཇོན་ཐང་རང་གི་ནུས་པ་རང་གིས་ཅིག་བྱེད་དུ་ཡོད་བསམ་པ་དེ་མ་ཡིན་པ། བླ་མའི་རྟེན་འབྲེལ་དྲན་དགོས་ཀྱི་འདུག་བླ་མའི་བཀའ་དྲིན་དྲན་དགོས་ཀྱི་འདུག་བླ་མའི་བཀའ་དྲིན་དྲན་ཡང་ན་སྐྱབས་སུ་མཆིའོ་ཟེར་བླ་མའི་སྐུ་གཅིག་བཞེངས་བྱས་ནས་དེང་གི་རྣམ་ཐར་དེའི་དཔེ་ཆ་ལ་ཡང་པར་བཏབ་བྱས་ནས་གཅིག་རེད་གཉིས་རེད་ཟེར་བའི་ང་ཚོ་དེ་ཕན་ཀྱི་མི་འདུག་ད་བླ་མའི་རྟེན་འབྲེལ་བླ་མའི་བཀའ་དྲིན་དྲན་དགོས་ན་དེ་ནི་བླ་མའི་རྣམ་ཐར་ཡིད་ལ་དྲན་དགོས་ཀྱི་འདུག་བླ་མའི་རྣམ་ཐར་ཡིད་ལ་དྲན་པ་ན་ནི་གསལ་ཆེ་ཤོས་གཙོ་ཆེ་ཤོས་དེ་ག་རེ་ཟེར་ན་བླ་མའི་གསུངས་པའི་གདམས་ངག་སེམས་ཐོག་ལ་བཞག་དགོས་ཀྱི་འདུག་གོ་བདེ་ས་གཅིག་ནས་བཤད་པ་ཡིན་ན་མ་བྱེད་ཟེར་ཡག་དེ་ང་ཚོ་སྤང་དགོས་ཀྱི་འདུག་བྱེད་ཡིག་ཟེར་ཡག་དེ་ང་ཚོ་སྒྲུབ་དགོས་ཀྱི་འདུག་དེ་ཡང་ཁ་ཡོད་ལག་ཡོད་ཀྱི་ངོ་ལྐོག་མེད་པའི་ཐོག་ནས་སྒྲུབ་དགོས་ཡག་དེ་ང་ཚོ་ཆོས་པ་ཚོ་གིས་འགན་ཆེ་ཤོས་ཡོད་ཅིག་དང་འགན་ལྗིད་ཤོས་ཡོད་ཅིག་བྱ་དགོས་ཡག་རེད། དེ་མེད་ན་མིག་གིས་བལྟ་ས་ལས་ཡག་རྣམ་འགྱུར་ལས་ཡག་ཅིག་བྱེད་ཀྱི་འདུག་ཉམས་ལེན་བྱེད་ཀྱི་འདུག་དབང་ཞུ་གི་འདུག་གཅིག་གིས་དབང་བསྐུར་གྱི་འདུག་ད་ང་ཚོ་མི་ཚོགས་མང་པོ་གྱི་ཚོམས་ནས་གཅིག་གིས་ཕ་ཡུལ་ལུང་པ་ནང་ལོག་ལས་ཡག་ད་ཡང་ནི་འཕགས་པ་ཤིང་དགོན་ནས་ཡག་དབང་བསྐུར་གྱི་ཡོད་རེད་གཏེར་མཛོད་འདོན་གྱི་ཡོད་རེད་བླ་མ་གྲྭ་པ་མང་པོ་ཕལ་ཤ་ཆོས་ཞུ་མཁན་མི་སྤྱ་ཕོ་མོ་མང་པོ་འདུག་དེའི་ནང་ནས་ཕྱི་རྒྱལ་མང་པོ་འདུག་ཟེར། ད་འདི་འདྲ་ཞིག་སླེབས་ཡོང་ཟེར་བསམ་པ་ལ། བསམ་བློ་ནང་བོ་ལ་ཡ་ང་བྱེད་ཅེས་ཡ། ཕྲག་དོག་ཅེས་ཡ། ཆགས་སྡང་གི་བློ་ཅེས་ཡ། ད་འདི་འདྲ་གི། དབང་འདི། དབང་བསྐུར་བ་དང་དབང་ཞུས་པ་ལ་ཕན་ཡོན་མེད་པའི་སྒང་ལ་ཉེས་པ་གསོག་ཡག་གི་རྐྱེན་ཡང་ཡོང་སྲིད་ཀྱི་རེད་ད། རེད་འདུག་ག། དེ་འདྲ་ཡིན་དུས་དེ་ང་ཚོ་ཚང་མས་ཀྱི་དབང་བསྐུར་མཁན་ཞིག་གི་ངོས་ནས་ཡིན་ན་ཡང་གཟབ་གཟབ་བྱེད་དགོས་ཡ། བག་ཡོད་བྲེལ་བཤད་བསྟེན་དགོས་ཡ། དབང་རྣམ་པ་སེལ་མཁན་རྣམ་པ་ཚོ་གི་ངོ་ནས་ཡིན་ན་ཡང་སྲིད་ཀྱི་ཀུན་སློང་འདུ་ཤེས་ངས་ད་གིན་གོང་དུ་ཞུས་པ་དེ་གལ་ཆེན་པོ་རེད་ཟེར་ཡག་དེ་ཤུ་དངུལ་གཞེས་འོས་ཀྱང་སྔོན་འགྲོ་སེལ་སྔོན་འགྲོ་ཟབ་ཟེར་བླ་མ་འབྲི་གུང་པ་ཆེན་པོ་གསུང་ཡག་དེ་འདི་རེད་འགྲོ་བ། ཨོ། ཤུ་དངུལ་གཞེས་འོས་ཀྱང་སྔོན་འགྲོ་ཟབ་ཟེར་སྔོན་འགྲོ་དེ་ལྟ་འདི་སྐབས་སུ་སྔོན་འགྲོ་ག་རེ་ཆགས་ཡོད་རེད་ཟེར་ན་ཀུན་སློང་ཆགས་ཡོད་རེད། འདུ་ཤེས་ཆགས་ཡོད་རེད། འདི་ཐག་རིང་པོ་བཅད་ནས་དུས་ཚོད་དམིགས་བསལ་བཏང་ཟིན་དེ་ཡོང་དགོས་པའི་རྒྱུ་མཚན་ག་རེ་རེད་ཤག་འདི་དབང་ཞུས་པ་ཡིན་ན་ཀུན་སློང་དེ་གང་འདྲི་ཅིག་གི་ཐོག་ནས་ངས་དབང་ཞུ་གི་འདུག་མ་འོངས་པ་ལ་དབང་དེ་ཞུས་ཚར་ནས་དབང་དེ་ཐོབ་ཚར་ནས་ངས། བསམ་བློ་གང་འདྲ་ཅིག་གྲ་སྒྲིག་བྱས་བཞག་འདི་གི་ཐོག་ནས་གཞན་ཕན་སྒྲུབ་ཡག་གི་བསམ་བློ་རེད་འདུག་གམ། རང་དོན་སྒྲུབ་ཡག་གི་བསམ་བློ་རེད་འདུག་གམ། ཡང་ན་དེ་ལྟར་མ་ཡིན་པའི་གྱུར་འདུ་ཤེས་གཞན་དང་གཞན་གང་འདྲ་ཅིག་བང་བསྒྲིགས་འདུག་འོ་དེ་འདྲའི་ཐོག་ལ་ཡང་ང་ཚོ་ཞིབ་འཇུག་བྱས་ནས་བསམ་བློ་བཏང་བྱས་ནས་ཕྱིན་ཅི་ལོག་པ་རེད་འདུག་ན་དེ་བར་སྤང་ཡག་དེ་བར་བཞག་ཡག་ཡང་དག་པ་རེད་འདུག་ན་དེ་གོང་འཕེལ་དུ་བཏང་ཡག་དེ་དང་དུ་བླང་ཡག་ལ་སོགས་པ་དེ་འདྲ་གི་སྤང་བླང་གི་རྣམ་བཞག་དེ་ང་ཚོ་ལག་ལེན་བྱེད་དགོས་ཡ་དེ་ཆོས་པ་ཚོ་གི་འགན་རེད་འདུག་བ། དེ་ཡང་བླ་མ་སྤྲུལ་སྐུ་གཅིག་པུ་སྐད་ཡང་མ་རེད། དགེ་འདུན་པའི་སྐད་ཆ་གཅིག་པུ་སྐད་མ་རེད། མི་ཆ་ཕོ་མོ་སྐད་ཆ་གཅིག་པུ་མ་རེད། བདག་ལེགས་སོ་འདོད་པ་ཐམས་ཅད་ཀྱིས་བཅོམ་ལྡན་འདས་ཀྱིས་བདག་ལེགས་སོ་འདོད་པ་ཟེར་ཡ་དེ། ང་རང་ཚོའི་ཚང་མ་ཡང་རེ་བ་དེ་ག་རེ་ཡོད་ཟེར་ན་རེ་བ་དེ་ང་ཡག་པོ་གཅིག་བྱུང་ན་བསམ་པའི་བསམ་བློ་དེ་སུ་ལ་ཡིན་ན་ཡོད་རེ་བ། དཔེར་ན་ཆུང་ས་གཅིག་ནས་ཤ་བཞག་པ་ཡིན་ན་ན་བའི་སྐབས་སུ་སྨན་ཟ་ཡ་འཕྲོད་བསྟེན་བྱེད་ཡ་སྨན་བཅོས་བྱེད་ཡ་སྨན་ཁང་ནང་འགྲོ་ཡ་དེ་ཚོ་བྲིས་ཏེ་ང་ཡག་པོ་གཅིག་ང་སྐྱིད་པོ་དགོས་ཀྱི་འདུག་ང་སྡུག་པོ་མ་ཡོང་བ་ཤོག་ང་སྐྱིད་པོ་ཡོང་བ་ཤོག་བསམ་པའི་སྨོན་ལམ་དེ་འདྲ་ཞིག་བརྒྱབ། རེ་བ་དེ་འདྲ་ཅིག་བཅངས། ལས་ཀ་ཡང་ང་ཚོ་འཕྲོད་བསྟེན་བྱས་མ་འདང་བས་བྱས་མ་མ་ཚར་བས་བྱས་ཐུབ་ཏེ་སེམས་ན་པ་ཡིན་ན་ཡང་བཟོད་སྒོམ་བྱས་མ་ཐུབ་ན་སྨན་ཁང་ནང་འགྲོ་སྨན་བཅོས་བྱས་འགྲོ་སོང་བཏང་ཡང་དེ་ག་རེ་བདག་ལེགས་སུ་འདོད་པ་རེད་ཐུན་མོང་གི་བདག་ལེགས་སུ་འདོད་པ་དེ་རེད་བ། ང་ཚོ་དེ་ལས་ཟབ་པ་དེ་ལས་རྒྱ་ཆེ་བ་དམིགས་ཡུལ་དེ་ལས་རྒྱ་ཆེ་བ་ཞིག་ལ་བསམ་བློ་བཏང་ནས་བདག་ལེགས་སུ་འདོད་པ་དེ་ག་རེ་རེད་ཟེར་ན། དཔེར་ན་བསྟན་གྱི་སྡུག་བསྔལ་ཟད་བསྟན་གྱི་བདེ་བ་དམ་པ་ཐོབ་པ་དེ་འདྲའི་དེ་ཡང་ཆེད་དུ་བྱ་བ་རང་ཉིད་གཅིག་པུ་མ་ཡིན་པར་མ་མཁན་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་ཤེས་རབ་ཡིན་ཟེར་ནས་ཅི་སྟེ་མིག་གི་མདངས་བཙིར་ནས་ཁ་ལས་ཏིག་ཏིག་ཏིག་ཟེར་གྱི་ཡོད་རེད་བ། ད་དེ་འདྲ་དེ་ལག་ལེན་ནང་ལ་འཆོང་དགོས་ཀྱི་ཡོད་རེད་དེ་འདྲ་ཡོང་དུས་དུས་དང་རྣམ་པ་ཀུན་ཏུ་ཉིན་རེ་ཉིན་རེ་སྐད་ཆ་ཙམ་མ་ཡིན་པར་ནམ་ཞག་རྒྱུན་དུ་ནས་ང་ཚོ་ཀུན་སློང་ཐོག་ལ་ཡང་བརྟག་དཔྱད་བཏང་ཡོང་དུས་ཞེ་དྲག་གལ་ཆེན་པོ་རེད་ཞག་རང་ཕར་རྒྱབ་རོགས་ཚུར་རྒྱབ་ཚང་མ་ངོས་ནས་ཡིན་ན་དེ་རེད་འདུག་བ། དེ་འདྲ་ཅིག་ཡིན་པ་ཡིན་དུས་ཅིག་དེ་འདྲ་ཞིག་བཏང་པ་ཡིན་ན་དེ་ང་ཚོ་ད་ལན་མང་པོ་ཞིག་འཛོམས་དུས་ཚོད་མང་པོ་ཞིག་ཆེད་དུ་བཏང་བཞག་པ་དེ་འཕྲོ་བརླག་མ་འགྲོ་བ་ལ་དེ་ཕན་ཐོགས་ཡོང་གི་འདུག་ངས་འབོད་སྐུལ་ཞུ་ཡ་ད་དེ་ཡིན།